ཁྲ་རུ་ཆ་གར་ཀུན་མཁའ་གསུམ་ད་ཁྱོད་ཚོ་བདེ་མོ་ཡིན་གྱི་རེད། ད་ངའི་སྐད་དེ་ཡང་ཁྱོད་ཚོ་གི་ཀླད་ལྷ་མོ་མི་གོ་གི་མོ། ད་ང་ཚོ་འདུ་འདྲི་བྱས་ནས་ནོར་བུ་ཁང་བཟང་གི་གཅིག་གི་གཅིག་གི་བར་ལ་ཁ་བརྡ་གོ་བརྡ་མ་ཁྲིད་ནས་ད་ལྟ་བར་དུ་ལུས་བསྡད་པ་རེད། དེ་ཡིན་དུས་ལྟས་ཚ། ང་ཚོ་ཕན་ཚུན་གཅིག་གི་གཅིག་ལ་སྐད་ཆ་ཉན་རྗེས་ནས་ཨ་ནེ་གཅིག་གི་གཅིག་ལ་གོ་བརྡ་ཨེ་འཕྲད་བལྟ་དགོས་ཀྱི་ཡོད་རེད། ད་འཕྲད་ཀྱི་མ་རེད་ཟེར་བསྡད་བསྡད་པ་ཡིན་ན་ང་ཚོ་གྱོན་གོས་དང་ཕང་ཁ་མ་གཏོགས་གཞན་གང་ཡང་ཡོད་མ་རེད། ཨོ་དེ་ཡིན་དུས་ད་ངས་གི་དེ་རིང་གི་ཞུ་རྩ་དེ་ག་རེ་ཡིན་ཟེར་ན། བོད་པའི་ཐེག་པ་ཆེན་པོ་བོ་དེ་གཉིས་ནི་ང་རྒྱ་དང་ཁེངས་དྲེགས་ཆེན་པོ་འགྱུར་ཡོད། ད་ད་ལྟ་གི།

ད་ངས་དེ་ཤོད་དགོས་ཡ་ག་རེ་རེད་ཟེར་ན་ཡང་ཁ་ཤས་ཀྱི་དྲན་ན། ད་སྨན་པས་བྱེད་གི་འདུག་སྨན་པ་སུན་ཅི་པི་གི་ཆུ་ལ་སྨན་པས་བྱེད་གི་འདུག་ཆུ་པ་ལ་སྨན་པས་བྱེད་གི་འདུག་ཆུ་གཏོར་བཤིག་གཏོང་གི་འདུག། ཨ་དུད་འགྲོས་ཟེར་ཉེན་ཡོད་རེད། ད་སྨན་དང་མི་ས་དེ་ཞིག་རག་ན་དགོས་པ་ཡོད་མ་རེད་དཔེར་ན། རྨ་གླིང་ཁ་བ་ཟེར་ཏེ་གདོང་རྟགས་འདི་འདྲ་གི་མང་པོ་ཡོད་རེད་ཨ་མདོ་གི་ཚོ་ནས་ང་ལ་དགའ་རྐྱེན་གནང་འདོད་ཀྱིན་མང་པོ་ཡོད་རེད་གང་ལྟར་ཐུགས་གསོ་ཆེ་བ་ག་མི་འདུག་ད་ལྟ་གི་ངའི་ཤེས་བདེ་ཡ་དེ་གོ་བ་མ་ལང་རེད་མ་གཏོགས་ཁོ་ཚོ་གི་ངེད་ཀྱི་ནང་ཆོས་ལ་དམའ་འབེབས་གཏོང་འདོད་ཡ་མི་ས་ཁེལ་ཡོད་མ་རེད་ད་དེ་ང་རྒྱ་དང་ཁེ་འབྲེལ་ཆེན་པོ། ཨ། ཡོད་རེད་ཟེར་དུས་ང་རྒྱ་དང་མཐུན་འབྲེལ་ཆེན་པོ་ཡོད་པ་དེ་ང་ཚོ་ག་འདྲུད་ཀྱིས་རྟོགས་ཐུབ་རེད་ཟེར་ན། ད་ལྟ་གི་བོད་བརྒྱུད་ནང་བསྟན་ཟེར་དེ་ཡག་དེ། ད་ལྟ་གི་ཐའི་ལན་གྲུ་ཟེར་ཡག་དང། བྷར་མ་ཟེར་ཡག་དང་ལའོ་ཝུ་ཟེར་དེ་ཡག་དང། དེ་ནང་རྒྱལ་གི་རྒྱ་ནག་གི་ནང་བསྟན་པ་ད་ཐུག་སུ་ནང་བསྟན་པ་ཚོ་མ་ཤེས་ཡོད་རེད་ད་ནང་བསྟན་ཆོས་རྒྱུད་འཛིན་པ། སྐབས་དེ་ནི་གཡས་ཀྱི་རྟ་ནོར་འདྲེན་ཆོས་རྒྱུད་འཛིན་པ། གཞན་པ་ལ་ཐེག་དམན་དུ་ཚོགས་ལ་འཕགས་ཚེ་མཐུན་འབྲེལ་ཡོད་མ་རེད། ང་ཚོ་གེགས་ཆགས་སོང་བ་ཡིན་ན། གཞན་གྱི་ད་ལྟ་གྱི་ནང་པའི་རྒྱལ་ཁབ་དུ་ཚོགས་ཀྱི་ཚིག་ལ་སྤྱན་འདྲེན་བྱེད་ཀྱི་མ་རེད་ལ། གཞན་གང་ཞིག་ནང་པའི་རྒྱལ་ཁབ་ཅིག་གེགས་ཆགས་སོང་བ་ཡིན་ན། ང་ཚོ་གི་རོགས་སྐྱོར་བྱེད་ཀྱི་མ་རེད། དེ་གི་ཆ་ནས་ད་ལྟའི་གཙོ་བོ་དེ་ཡོང་དགོས་ས་ག་རེ་རེད་ཟེར་ན་ང་ཚོ་ཐིས་པ་ཆེན་པོ་ཡན་ཨ་ནེ་བྱམས་སྙན་རྒྱལ་དང་ཚོང་ཆུ་སེན་ཡོད་ཟེར་གྱི་ནས་སེན་རྒྱལ་ཡོད་ཟེར་ནས་ད་དེ་གི་གང་གང་བྱས་ནས་བསྡད་དེ་ཡོད་རེད། དེ་གཉིས་ལ་ཨ་ནེ་བྱམས་སྙན་རྒྱལ་ཚོང་ཆུ་སེན་གི་སྐྱེས་པ་དེ་གཏམ་དྲི་གཙང་ཡང་ཐོང་ཡ་ཡོད་མ་རེད། ནས་དེ་ཁ་ཚོང་གོང་ནས་ངས་བཤད་ཟིན་པ་ཡིན་པ། བྱམས་ཉིན་གྱི་ཚོང་ཆུ་ཚན་དེ་གི་ཨ་ནེ། སྐྱེས་པ། བྱ་བ་ལས་ཀ་བཅས་ཨ་ནེ་སྟོན་འབྲུ་ཙམ་ཡང་མཐོང་ཡང་ཡོད་མ་རེད་གོང་ལྟར། བྱམས་ཉིན་གྱི་དང་ཚོང་ཆུ་ཚན། ད་ལྟ་ཐིགས་པ་སྨིན་པ་ལས་ཁྱད་དུ་འཕགས་པ་དུ་སུ་ཡོད། ཟེར་ནས་ཨ་ནེ། ཕ་ཚན་དྲུག་ལ་སྲིད་པ་དུ་སུ་ཤེས་ནས་བསྡད་ཡོད་རེད་དེ་གོང་ལྟར་དེ་གཉིས་ལ། ད་ལྟར་གྱི་ནོམ་པ་འཕེན་ཚུལ། སུམ་བཅུའི་སྐྱབས་གནས་འདས་གྱི་སློབ་མ་བཅས་ཡིན་པ་ནོམ་པའི་འཕེན་ཚུལ་ལ་མཐུན་འབྲེལ་ཙམ་ཡང་བྱེད་ཐུབ་ཡོད་མ་རེད་དེ་བྱེད་མ་ཐུབ་པ་ཡིན་ན། ད་ག་ཚོད་ང་ཚོ་ཉམས་ཆག་སོང་བ་ཡིན་ན་གཞན་གྱི་གནས་སྐྱེལ་མཁན་ཚོས་ཡོད་མ་རེད། གཞན་གྱི་རོགས་སྐྱོར་བྱེད་ཡོད་མ་རེད། ནོམ་པ་ཡིན་པ་གཞན་པ་ཏུ་བཟོ་དགོས། དེ་རྗེས་ཀྱི་འགའ་རེ་འོད་རེད། གཉིས་ནི་ད་ལྟ་གི་བེ་རོང་ནས་ས་སྐྱ་བཀའ་བརྒྱུད་དགེ་ལུགས་རྙིང་མ་བེམ་པོ་ཚོ་མ་སོང་རྗེས་ཀྱི་རྗེས་འཇུག་ཡིན་ཟེར་ཡོད་རེད་དེ། གང་ལྟར་དེ་དག་གི་ཕན་ཚུན་དུ་བར་དུ་ཨ་ནི་གཅིག་གི་ང་བྱས་གཅིག་གི་ང་ལྷག་ཨ་ཁོ་ཚོ་གི་བསྟོད་པའི་བཟོད་པའི་གི་ཨ་ནི་ལྟ་བ་དང་གྲུབ་མཐའ་ཟེར་ནས་ལྟ་བ་དང་གྲུབ་མཐའ་ཟེར་ཡ་དེ་སུམ་ཅུ་སྐྱབས་འདི་འདི་གི་མེད་པ་གསལ་བོ་སོང་ཡོད་རེད་དྲང་སྲོང་འདི་གིན་ལ། ཨ་ནི་ལྟ་བ་དང་གྲུབ་མཐའ་མེད་ཟེར་དེ་ཨ་ད་ཁོ་ཚོ་གི་ང་ཚོ་གི་ལྟ་བ་དང་གྲུབ་མཐའ་དེ་ཡག་ཁོ་གི་ལྟ་བ་དང་གྲུབ་མཐའ་དེ་ཡག་ཟེར་ནས་ཨ་ནི་ཡང་ང་ཆེ་ཁོ་ཆེ་ཟེར་ནས་ང་རྒྱལ་དང་ཁུ་འབྲེལ་གི་འོག་ཏུ་ཤོར་ནས་ནང་ཕན་ཚུན་ལ་མཐུན་འབྲེལ་ཡོད་མ་རེད། མ་ཟད་ད་ལྟ་གི་གཅིག་གིས་གཅིག་ལ་གཏོར་བཤིག་གཏོང་ཡོང་གི་ལས་ཀ་བྱས་དང་བྱེད་བཞིན་པ་དེ་རེད། དེས་ན་ངེད་ཀྱི་དཔེ་མཚོན་ཁ་ཤས་ཀྱིས་ཤེས་དགོས། བཀའ་སྐྱིད་ཚང་གི་ནང་ཕན་ཚུན་མ་མཐུན་ནས་ཨ་ནེ་སྐར་མ་པ་གཉིས་ཀྱི་སྐད་ཆ་ཡོད་རེད་བ། དེ་བཤད་པའི་སྐབས་སུ་གཞན་པའི་དགེ་བློ་དང་ས་སྐྱ་སྙུན་མ། བེམ་པོ་དུ་ཚོགས་ཀྱི་དེ་ལ་ཐིང་ཐག་གི་སྐད་ཆ་བཤད་ཉེན་ཡོད་མ་རེད། མ་ཟད་ཨ་ནེ་དེ་གི་ཨ་ནེ་དུད་འགྲོ་སྨྱོ་དྲགས་ཡོད་དེ་བ་དེ་ལྟ་ཁྱོད་ཚོ་ལ་དུད་འགྲོ་ཡོད་བ་ཁྱོད་ཚོ་གི་ག་རེ་འཇགས་ཀྱི་ཡོད་ཐལ་གྱི་ཡོད་ཟེར་ན་དམའ་འབེབས་བྱེད་རྫིག་ཉེས་དུ་རྒྱུ་བྱས་ནས་དུད་འགྲོ་གི་སྨྱོ་དྲགས་བྱེད་ཀྱི་ཡོད་རེད། དེ་རྣམས་བཞིན་གྱི་དགེ་ལུགས་སུ་ལྷ་དང་ལྷ་མིན་གྱི་སྐད་ཆ་ཡོད་རེད། དེ་ལ་ཞིང་པ་སོ་སོ་དེ་རྣམས་བཞིན་ཚ་ལས་རྒྱལ་ནས་བསྡད་ཡོད། ཚ་ལས་རྒྱལ་ནས་བསྡད་ཡོད་པ་རེད། དེ་རྣམས་བཞིན་གྱི་སྙིང་མ་གི་ད་ལྟ་མ་མཐུན་བ་དང་ཨ་རིའི་ས་ཆ་གི་ད་ལྟ་ཇོ་ནང་ཟེར་ནས་ཡང་བསྡད་ཅེས་ཡར་དམག་ཡར་ལྷང་གི་ཡོད་རེད། ཨག་དུ་ཚོགས་ནང་ལ་ད་དེ་འདྲ་ཚོ་ཁ་ཁ་བ་བྱེད་དགོས་རེད་ཟེར་ན་ད་ལྟ་ཨ་ནི་ཆུ་རྒྱུད་ཆེན་པོ་དྲུག་ཟེར་ནས་ཡོང་བཤད་དགོས་རེད་བ་ས་སྐྱ་བཀའ་རྒྱུད་དགེ་ལུགས་རྙིང་མ་ཨ་ནི་ཇོ་ནང་ཟེར་ནས་ཡང་ས་སྐྱ་གི་སྡེ་བརྒྱད་ཕར་བསྐྱེལ་བྱས་ནས་ད་ལ་ཁ་ཁ་བ་གཏོགས་དགོས་ཡོད་རེད་གཏོགས་འདུག་ད་ནི་དེ་ག་རེ་རེད་ཟེར་ན་དེ་གཏོགས་དགོས་པ་ཡིན་ན་ས་སྐྱ་ཚོ་ཡང་ནུ་ཆུ་འཁྱོངས་འགྲོ་དགོས་རེད་བ་ཨ་དེ་འདྲ་ཚོ་ཐར་ལམ་རིམ་པ་སྤེལ་བྱས་ནས།

མ་ཟད་ང་རྒྱལ་དང་ཁེངས་དྲེགས་ཀྱི་དབང་དུ་ཤུགས་བསྐྱེད་ནས་ཨ་ནེ་ལྷ་ཁང་དང་གསེར་ཁྲི་ཟེར་བ་དག་བརྒྱན་ནས་ད་ལྟ་དཔལ་འབྱོར་གྱི་འགྲན་རྩེད་ཀྱི་གོང་དུ་འགྲོ་དང་འགྲོ་བཞིན་པ་དེ་རུ། ནང་ཆོས་ཀྱི་ད་ལྟ་གྱི་ཐིགས་པ་ཆེན་པོ་གྱི་བྱམས་སྙིང་རྗེ་དང་བཟང་སྤྱོད་སེང་གི་ཨ་ནེ་འབྲས་བུ་དང་དུ་སོལ་གང་ཡང་བསྟན་ཡང་ཡོད་མ་རེད། ད་ལྟ་བླ་མ་ཡག་དང་མ་ཡག་མཁན་པོ་ཡག་དང་མ་ཡག་དགེ་བཤེས་འཇིགས་དང་མི་འཇིགས་དུ་བསོད་ནམས་ཅི་ལྟ་འཇུག་ས་གི་ས་ཐོབ་ནས་དེ་ལ་རིན་ཐང་བཏགས་བྱས་ནས་དུད་འགྲོ་བྱེད་བསྡད་ཡོད་རེད། ད་ནང་པ་སངས་རྒྱས་བོད་ཀྱི་ཆོས་ཉམས་སུ་ལེན་ཚེ་དེ་དུད་འགྲོ་ཡིན་ན། ཨ་ནི་དེ་ཁ་ཚུགས་ནོར་འདུག་ཟེར་ངེས་དུ་རྒྱན་དུ་ཞུ་གི་ཡོད་རེད་དེ་ཨ་ནི་ད་ལྟ་བལ་རྗེས་ནང་བསྟན། བོད་བརྒྱུད་ནང་བསྟན་ཆོས་རྒྱུད་འཛིན་པ་དེ་ཚོ་ཐུགས་དགོངས་འཆམ་ནས་ང་ཕུ་བ་དག་ཅིག་ལ་ཨ་ནེ་བྱོལ་དུ་རུ་ཐོ་དགོས་ལྟོ་དགོས་ཁྱེད་ཀྱི་པར་བཏང་ཤུགས་ཁྱེད་ཀྱི་ཁ་སྐྱོང་བཏང་ཤུགས་ཁྱེད་ཀྱི་མན་བཏང་ཤུགས་ཟེར་ནས་དུད་འགྲོའི་རྩལ་དགོས་དོན་དོན་སྙིང་མང་པོ་ཡོད་རེད། དུ་བཟོ་ན་དམིགས་བསལ་དུ་ལས་མཇུག་གི་བྱེད་དགོས་ཡ་ཡོད་མ་རེད། དེ་དུས་ཀྱི་དུག་ར་དེ་དུག་ར་ཉི་ཤུ་རྩ་གཅིག་པ་ལ་སྒོ་རྡུང་བཏོན་ཡ་དང་རྡུང་བཏོན་ནས་བྱེད་བསྡད་ཡ་དང་དུ་བཟོ་ན་བཟོ་ཚར་བ་རེད་ད་ལྟ་འཕྲུལ་ཆས་དང། ད་ལྟ་དྲ་བཞག་འདུ་བཟོ་འཁོར་རྒྱས་བཏང་ནས་འགྲོ་བ་མི་གི་སྐྱིད་ཚུགས་ཡར་རྒྱས་བཏང་ཚེ།

དེ་འདྲ་ཚོས་གདོང་གཏུག་དགོས་ཡ་ཁེགས་ཡོད་མ་རེད། ད་འདི་བར་དུ་སྐྱེལ་བཏང་བསྡད་གི་འདུག་ཡང་སྐད་ཆ་ཤེས་བདེ་བོ་མེད་པ་ཆགས་འགྲོ་གི་འདུག་འདི་འདྲ་བཏང་འདི་ཡང་ཕམ་ཚང་འདྲ་བོ་སྐྱེས་འགྲོ་གི་འདུག། འོ་དེ་འདྲ་ཅན་རེད་ད་ད་ལྟ་གི་ས་དགེ་བཀའ་རྙིང་གཡུང་དྲུང་བོན་སྟོན་ཅེས་པ་དེ་གི་ང་རྒྱལ་དང་ཁེངས་དྲེགས་ཀྱི་དབུང་དུ་ཤོར་ནས་ཨ་ནི་ནོམ་པ་གཞན་ལ་མ་འཐེན་པ་ང་ཁྱི་ང་བམ་ཟེར་ནས་དེ་འདྲ་ཚོས་བསྡད་ཡོད་རེད། དེ་གའི་རྐྱེན་བཙལ་ནས་ང་ཚོ་ལ་ཉམས་ཆག་འགྲོ་བའི་སྐབས་སུ་ཨ་ནེ་ནོན་པའི་རྒྱལ་ཁབ་སྲིད་སྐྱོང་རོགས་སྐྱོར་བྱེད་མཁན་རོགས་སྐྱོར་བྱེད་མཁན་ལྷན་ཅིག་མེད་པ་དེ་ང་ཚོས་ཁེངས་དྲེགས་བྱས་ཟིན་པ་གི་ང་རྒྱལ་དང་ཁེངས་དྲེགས་དང་ཁེངས་དྲེགས་བྱས་ཟིན་པ་གི་རྐྱེན་གྱིས་རེད། ཨ་ནེ་གཉིས་ནི་ད་ལྟ་བེད་སྤྱོད་བོད་ནང་ལ་མཐུན་འབྲེལ་མེད་པ་ཆོས་བརྒྱུད་ཀྱི་ཁག་ཏུ་ཨོང་དུ་ཤོར་ནས། ངས་སྔས་མ་ཞུས་མྱོང་ཡོད། ད་བཀའ་སྐྱིད་ཚང་ཁྱོད་ཚོ་རྩེད་པ་སྐད་རྒྱལ་དགོས་འོས་མ་རེད་ད་སྐར་མ་པ་གཉིས་ཆགས་ནི་ཆགས་ཚར་བ་རེད་ཨ་ནི་དེ་གི་བར་དུ་རྩེད་ཉོག་དེ་བསླངས་དགོས་གི་མ་རེད་ཟེར་དུས། ང། ཐག་ཉེ་སི་གི་གྲུ་བོ། གྲུ་མོ་མང་པོ་བཅས་སྒྲ་རུ་བྱས་སོང། ཁྱོད་ཀྱིས་བཀའ་སྐྱིད་ཚང་ལ་དཀྲུགས་ཤིང་རྒྱུག་གི་འདུག། ཨ་ནི་བཀའ་སྐྱིད་ཚང་གི་དགེ་ལྡན་དེ་ཁྱོད་རང་ལ་ཇུས་གཏོགས་དགོས་གི་མ་རེད། ཨ། དུད་འགྲོ་བཙལ་ན་སྒྲ་བཅས་སུ་མ་ཡོང་ཡོད། ཨ། དེ་ནང་བཞིན་གྱི་ཨ་རའི་དགེ་ལུགས་ཚང་ལ་སྐྱེ་ཤེས་པ་ཡིན་ན་ཨོ་དགེ་ལུགས་ཚོ་དེ་དགེ་ལྡན་གཅིག་རེད། ཨ། ལྷ་འདྲེ་གི་རྩལ་ཉུང་སྟེ་གཞན་པའི་ཆོས་བརྒྱུད་དུ་ཚོ་ལ་བྱུས་གཏུག་གི་ཡོད་མ་རེད་ཟེར་ན་མཁས་པ་དོལ་ཚོ་གི་ཤེས་དེ་ཉིད་མང་པོ་འདུག་ཨ། དེ་ནང་བཞིན་གྱི་ས་སྐྱ་ཚང་དང་རྙིང་མ་ཚང་དེ་དང་དེ་བཞིན་དུ་སྐད་ཆ་ཤེས་དེ་ཉིད་ད་ལྟ་རེད། དེ་བཅས་ནི་དགེ་ལྡན་ཆགས་ཡོད་མ་རེད། ང་ཚོ་ས་དགེ་བཀའ་རྙིང་གི་ཆོས་སྡེ་དུ་བཟོ། ཆོས་པ་དུ་བཟོ། ས་ཆ་སོ་སོ་སོ་སོ་བརྩིགས་ནས་སྡེ་དུ་ཡོད་མ་རེད། ད་ལྟ་མདོ་དབུས་ཁམས་གསུམ་དུ་ཨ་ནི་ཨུར་ལྷ་སྲི་ཇོ་བོ་དགུ། རྩ་ཨ་ནི་ལྷ་ས་ཨུ་དང་དེ་རྣམ་བཞི་གི་མདོ་དབུས་ཁམས་གསུམ་མདོ་ཆེན་གསུམ་ལ་སོགས་པ་དེ་དག་ཚང་མ་ས་དགེ་བཀའ་རྙིང་གི་ཆོས་སྡེ་མི་སྣ་ཕར་འདྲེ་བརྩིགས་ནས་སྡེ་ཡོད་རེད།

ཁྲ་ཚ་བརྒྱད་ལ་ཚེ་འདོད་ལ་དཔོན་ཆེན་བཅོས་བདེ་བ་དང་ཚེ་འདོད་ལ་ཨ་ནེ་དྲུག་དང་གྲོགས་མོ་བཅོས་བདེ་བ་དུ་ཚོགས་ཀྱི་བར་དུ་དགའ་དར་གྱི་ཕུང་པོ་དུ་འདི་ཚོ་རྫོགས་པའི་སྐབས་སུ་གདོང་ལེན་སུ་གིས་བརྩི་དགོས་ཀྱི་རེད་ཟེར་ན་ངས་བརྩི་དགོས་ཀྱི་རེད་ལ་ཁྱེད་རང་ཡང་བརྩི་དགོས་ཀྱི་རེད། ཐོག་མཐའ་གཉིས་པ་དེ་ག་རེ་ཡིན་ཟེར་ན། བོད་པའི་ཐེག་པ་ཆེན་པོ་བ་ཐེག་པ་ཆེན་པོ་བ་ཚོ་གི་ཆུང་ཆུང་མི་ཆོས་རིག་པ་དེ་ཁ་ཆེ་བས་གི་བསྒྲུབས་ནས་ང་ཚོ་བོད་པ་དེ་གཡོག་པོ་དང་གཡོག་མོ་འཇོལ་དང་འཇོལ་བཞིན་པ་ཡིན་ཟེར་དེ་རྗེས་རྩ་དེ། བསྟན་དུ་བཞུགས་ཡིན། ད་ལྟ་གི་སྐྱིད་སྡོང་ཁ་ཆེ་གི་མི་འབོར་དེ་རྒྱ་ནག་ལ་འཚེམ་པ་ཡིན་ན། ཨ་ནི་ས་ཡ་ཉིས་བརྩ་གསུམ་ཁྲ་ད་དུད་འགྲོའི་ལྷས་བསྡད་ཀྱི་ཡོད་ས་རེད་དེ་ཡས་མིན་ཙམ་ད་ལྟ་རྒྱ་ནག་ལ།

བདམས་ཚོད་ཀྱི་གནས་ཚད་གཉིས་ཀྱི་རྩ་སམ་ས་བདག་དུད་འགྲོ་ཞེས་པ་ཡོད་རེད་ད་ལྟ་རྒྱ་ནག་གི་གནས་ཁ་ཆེ་གི་མི་འབོར་དེ་དེ་ཡང་བལ་དང་ཡག་ཐ་ཉེ་ས་ལ་མང་རུ་ཡོད་རེད་ད་ལྟ་ཀི་རེ་མོ་སི་དེ་ཡ་དང་རྟ་འདི་སོགས་ལ་མང་པོ་ཡོད་རེད་ལ་ད་ལྟ་ལྷ་ས་ལ་ཡང་ཧ་ཅང་མང་པོ་དུད་འགྲོ་ཆགས་དུས་ཡོད་རེད་ད་ད་ལྟ་གི་ཨ་མདོ་གི་ས་ཆ་དེ་ད་བཤད་མ་དགོས་པ་རེད། ཁ་ཆེ་མང་ཆེ་ཤོས་བཅས་ཀྱི་ཚོང་ལས་བྱེད་ས་བཅས་ཨ་མདོ་གི་ས་ཁུལ་དང་ཁམས་པ་དང་ཡ་ལྷ་ས་དང་ཨུ་རྩོམ་འདི་ཚོ་ལ་ཁ་ཆེ་མགོ་བཀག་གི་ཧུ་ཧུ་ཟེར་དེ་ཡང་དེ་རེད་ད་ཁོ་ཚོ་གི་མིང་བཏགས་དེ་ཧུ་ཧུ་ཟེར་གྱི་ཡོད་རེད་ཐོག་མར་དེ་ད་ལྟ་འདི་རེད།

དེ་ཐོག་མར་དཔེ་རྙིང་དེ་ད་ལྟ་མ་ཧ་མུ་ཏུ་གི་ཨ་ནི་ད་ཚ་བོ་གི་ཚ་བོ་ཡིན་པ་དེ་འདྲུ་བཅས་གི་ཨ་ནི་ས་ཨ་པིན་ཨ་པིན་ཝེ་ཁོ་སེ་ཝེ་ཁོ་སེ་དེ་འདྲུ་གི་མི་བཅས་གི་སྐྱུ་དོང་ཐོག་མར་དཔེ་བ་རེད་ལ་ད་ལྟ་གི་མི་འབོ་དེ་ད་དེ་འདྲུ་བརྩིས་ནས་ཨ་ནི་ས་ཡ་ཉིས་ཀི་རྩ་གསུམ་ཚང་ལ་ལྷད་དུ་ཡོད་བ་རེད། ཨ་ནི་དེ་གི་རྗེས་ནས་ད་ལྟ་གི་ད་ལྟའི་ཁ་ཆེ་གི་ཆུ་ལི་དེ་ད་པའི་ཏང་ཙུང་དོ་ཚོགས་ཨ་ནི་ག་འདྲ་ཅིག་གཏོང་ཡོད་མེད་དང་ཨ་ནི་བར་དུ་ཉམས་རྒུད་འགྲོ་ཡ་དང་ཡོང་ཡ་ད་པའི་ཡོད་མེད་དུ་ཚོགས་ནང་མི་ས་ད་འདི་ནང་ལ་ཞུས་དོན་ན་སྤྱི་དོན་རྒྱུན་ཤེས་ཀྱི་ཤེས་ཚ་རེད་ད་ད་ཀ་སི་བ་བ་ཅིག་ཆགས་ཡོད་མ་རེད་ད་གོང་ལྟར་མི་འབོ་དེ་ད་པའི་ཆེན་པོ་ཡོད་བ་ཨ་ནི་བལ་རྒྱུ་ས་ཁུལ། ལག་བེད་ཀྱི་ཚ་ཁུ་ལ་ཧ་ཅུང་མང་པོ་ཡོད་པ། ཨ་ནི་མ་ཟི་དུ་ཚོགས་ཀྱི་མུ་ཆུ་རུས་པ་དུ་ཚོགས་ཚང་མ་དེ་ནང་ནས་མཚམས་བརྒྱད་ཡ་དུ་ཚོགས་ཀྱི་ཐད་ལ་ཨ་ནི་ཁ་ཆེ་གི་དབང་རྒྱུ་བརྩི་ནས་བསྡད་ཡོད་རེད། ང་ཚོ་བོད་པ་ཚང་གི་ཚོང་གླིང་དེ་ག་རེ་རེད་ཟེར་ན་གཙོ་བོ་དེ་དུས་ཆེན་གི་ཚོང་གླིང་དེ། ཨ་ནི་གཟི་བཙུར་སྤོས་ཆུ། ཨ་ནི། རྒྱན་ཆ་ཙག་རེད་ཙུག་རེད། ཨ་མཆོག་ལ་བལྟ་ཡ་དང་སྐད་ལ་བལྟ་ཡ་དུ་ཚོགས་ནང་ང་ཚོ་འབད་བརྩོན་བྱས་ནས་བསྡད་ཡོད་རེད་དུ་ཚོགས་ནང་ང་ཚོ་ཁོར་ཡུག་རང་ལ་ཕག་ཚེ་འཚོང་ཡ་མ་གཏོགས་ཨ་ནི་གཞན་མི་རིགས་ཅིག་གི་ཉོ་འགྲོ་བའི་དངོས་པོ་བྱེད་ཀྱི་དང་མ་རེད། ད་གཟི་འདྲ་བོ་དང་དུ་ཚོགས་ཁ་ཤས་ཁ་ཤས་གི་ཨ་ནི་ང་ཚོ་གི་གནའ་རྫས་རྔན་པ་དུ་ཚོགས་ཚུ་ཚོགས་ལ་བརྩམས་ནས་གང་ཁོ་བདེ་བའི་སྐད་ཆ་ཡོད་རེད་དེ།

དེར་དུད་འགྲོའི་གི་མཚམས་བརྒྱད་ནས་བསྡད་ཡོད་རེད། ད་ང་ཚོ་དངོས་སུ་འགྲོ་བ་མི་གི་ཨ་ནེ་མི་ཆུ་རིས་པ་ཟེར་གོ་ར་བ་ཨ་ནེ་མི་ལ་དགོས་བི་གི་དངོས་རྫས་དེ་དག་ཐམས་ཅད་ང་ཚོ་གི་བཟོ་ཤེས་གི་ཡོད་མ་རེད་ཐ་ན་ང་ཚོ་ཕོ་བ་ཙམ་ཀྱང་བཟོ་ཤེས་གི་ཡོད་མ་རེད། ད་ལྟ་ཕོ་བ་ཆེན་པོ་ཡོད་བ་དེ་ཚོ་ནང་གོང་རུ་ལ་བོ་ཟེར་ནས་ད་ལྟ་བ་ཡིག་གི་ས་དོན་བརྩི་སླད་ཡོད་རེད།

དཔེ་ཚན་དེ་ཙམ་ལ་བཞག་པ་ཡང་ན་ང་ཚོ་གི་དངོས་སུ་འགྲོ་བ་མི་ལ་དགོས་མཁོ་ཡོད་པའི་གི་དངོས་པོ་དེ་དག་ཙམ་གྱིས་ང་ཚོ་གི་བཟོ་ཤེས་གི་ཡོད་མ་རེད། བཟོ་ཨི་ཤེས་བལྟ་གི་ཡོད་མ་རེད། ཨ་ད་འདི་ཆུང་ཆུང་རེད་འདི་གམ་ཆུང་ཆུང་རེད་ཟེར་ནས་མི་རྩ་ནས་ཉོ་བསྡད་ཡ་མ་གཏོགས་ཨ་ནི་ང་རང་གི་འདི་འདྲ་བོ་ཅིག་བཟོ་རྒྱུ་ཡོད་ནོ་སྐོར་སེམས་ལ་འཆར་གི་ཡོད་མ་རེད། ཨ་དེ་ག་རེ་རེད་ཟེར་ན་ས་དེད་ཀྱི་སྲང་ལམ་ཟེར་བསྡད་ཡ་ཨ་ནི། དགྲ་ཟུག་ཀྱི་སྲང་ལམ་ཟེར་བསྡད་ཡ་དེ་གཉིས་ཀ་ང་ཚོ་ལ་ཨེ་མཚར་བ་རེད་ད། རྒྱ་ནག་འདྲ་བོ་ཡིན་ན་འདྲ་བཟོ་གི་རུ་སྲན་ལམ་དེ་ཡོད་པ་རེད། ཕྱི་རྒྱ་འདྲ་བོ་དུ་བཟོ་ཡིན་པ་ཡིན་ན་ས་སྟེང་གི་སྲན་ལམ་ཟེར། དངོས་པོ་དུ་བཟོ་ས་དུ་བཟོ་དགོས་པ་ཡིན་ན་རྒྱ་ནག་གི་བཟོ་ཤེས་གི་མེད་པ་རེད། ག་རེ་རེད་ཟེར་ན་ཁོ་ཚོ་གི་འདྲ་བཟོ་གི་སྲན་ལམ་དེའི་རྗེས་སུ་འཇུག་བྱས་ནས་ཨ་ནེ། ལྷོ། དཔེར་ན་ལྷོ་ཁོངས་གཅིག་གི་ནང་ནས་སྐད་ཆ་བཤད་པ་ཡིན་ན་དགེ་རྒན་དེ་གི་ག་རེ་བཤད་པ་དེ་དེ་མ་འདྲ་ཤོས་བྱེད་ཡ་དེ་རེད། སོ་སོ་གིས་དེ་ལ་སེམས་ལམ་སྟོང་བྱས་ནས། དེ་ལ་སྐྱོན་ཅི་གཏོང་ཡ་དང་དུ་སོ་གི་སེམས་ལམ་རྩ་བ་རང་ནས་ཡོད་མ་རེད་དེ་ལམ་ལུགས་ཀྱི་སྟེང་ནས་སོ་སྦྱིན་ལམ་ལུགས་སྟེང་ནས་རྒྱ་ནག་ཁོ་རང་འདྲ་བཟོ་གི་ལམ་ལུགས་རང་ན་དེ་འདྲ་འགྲོ་གི་ཡོད་རེད། དེ་འདྲ་བོ་ཡིན་ན་ད་རྒྱ་ནག་གི་ལྷོ་ད་དུ་སོ་ལ་འགྲོ་གི་ཡོད་རེད་དེ་གང་ལྟར་འདྲ་བཟོ་གི་སེམས་ལམ་མེད་པ་དང་ས་སྐྱེས་ཀྱི་ས་སྟེགས་ཀྱི་སེམས་ལམ་དེ་གཉིས་ཀ་དབྱེ་འབྱེད་ནས། ཨ་ནི་འདྲ་བཟོ་རྩེ་ཞིག་ཡོད་མ་རེད་ལ། གསར་དུ་ཨ་ནི་དངོས་པོ་ཅིག་ང་ཚོ་བཟོ་ཞིག་ཡོད་མ་རེད། ཨ་ནི་གཞན་པ་གི་ད་ལྟ་གི་ཚོང་རྫས་དེ་ཚོ་ཡག་ཉོ་བྱས་ནས་རྒྱ་ནག་གི་ཚོང་རྫས་དེ་ཚོ་ཡག་ཉོ་བྱས་ནས་བེད་ལ་ཡག་ཁུ། རྒྱ་གར། རྒྱ་གར་དང་བལ་བོ་གི་ཚོང་རྫས་ཐམས་ཅད་མར་ཁུ་བྱས་ནས་ང་ཚོ་གི་ལུང་པ་ལ་སྐྱེལ་འདྲེན་བྱེད་དེ་ཡ་དེ་རེད་ང་ཚོ་སྐྱེལ་འདྲེན་བྱེད་མཁན་ལྟ་བུ་ཅིག་ཆགས་དེ་ཡོད་རེད། ཨ་ནི་ང་ཚོ་གི་ལུང་པ་དེ་ལ་དངོས་པོ་དེ་ལྷའི་བི་ཀ་ཙི་ཏ་གངས་ཅན་པོ་ཆགས་འགྲོ་གི་ཡོད་རེད་ག་རེ་རེད་ཟེར་ན་ད་ལ་ལ་ཅིག་ཤོར་འགྲོ་གི་ཡོད་རེད་བ་ཡག་ཚེ་སྐྱེལ་འདྲེན་བྱས་ཏེ་རླུང་འཁོར་ལ་གླ་ཆ་ཤོར་གི་ཡོད་རེད་མེ་འཁོར་ལ་གླ་ཆ་ཤོར་གི་ཡོད་རེད་གནམ་གྲུ་ལ་གླ་ཆ་ཤོར་གི་རེད་དེ་གླ་ཆ་དེ་བཙོས་ཏེ་དངོས་པོ་དེའི་སྟེང་དུ་གོམས་ཚད་དེ་འཇོག་འགྲོ་གི་ཡོད་རེད་དེ་འཇོག་འགྲོ་དུས་དངོས་པོ་དེ་ང་ཚོ་བོད་ཀྱི་ས་ཆ་ལ་ལྷའི་བི་ཀ་ཙི་ཏ་གི་ལྕགས་ལ་ཡིན་ན་རེད་དེ་ནམ་ཞིག་གི་རྒྱ་གར་གི་ལྕགས་ལ་ཡིན་ན་རེད་དུས་ཚོད་ནི་གངས་ཆེན་པོ་ཆགས་འགྲོ་གི་ཡོད་རེད། གངས་ཆེན་པོ་ཆགས་དགོས་ཡ་རྒྱུ་མཚན་དེ་ད་སྐྱེས་འབྲས་ཚེ་ཡ་དང་མི་གི་དཀའ་ལས་རྒྱག་ཡོད་པ་དེ་ལ་ཡང་གོ་མཚོན་ཅིག་བསྐྱལ་ཡོད་རེད་དེ་བསྐྱལ་བའི་སྐབས་སུ་དངོས་པོ་དེ་རིན་ཐང་ཆེ་རུ་འགྲོ་གི་ཡོད་རེད་དེ་ང་ཚོ་གི་ཨ་ནེ་ལུམ་པ་ནས་གསར་བཟོ་ཚེ་མ་ཤེས་དང་གསར་གཏན་ཚེ་མ་ཤེས་པ་འདྲ་བཟོ་ཚེ་མ་ཤེས་པ་ཅན་ལ་བརྟེན་ནས་ཚོང་བསྡེ་བ་དེ་རེད། ང་དོན་འགྲེལ་ཡོད་དེ་རྒྱལ་པོའི་ཧོར་བསང་ནས་སྐྱེས་འབྲས་ཤིག་བདེ་བའི་དངོས་པོ་བཟོས། དངོས་པོ། དངོས་པོ་དེ་ཚོ་གི་ཨ་ནི་ང་ཚོ་བོད་ཀྱི་ས་ཆ་ལ་སླེ་བའི་སྐབས་སུ་གོང་ཚད་ཆེ་རུ་སླེ་དུ་ཡོད་རེད་ཟེར་ཡ་དེ་གྱི་ཡིན། དེ་འདྲ་བྱས་ནས་ད་ང་ཚོ་ས་བཟོ་དང་ས་སྤྲེལ་གྱི་སྲང་ལམ་དེ་ཚོ་མེད་པའི་རྐྱེན་དང་མ་ཟད་ང་ཚོ་ལ་མེད་བ་དེ་གཅིག་ག་རེ་རེད་ཟེར་ན་ང་ཚོ་གི་ཨ་ནི་ཆེད་ལས་ཀྱི་སྟེང་དུ་འབད་བརྩོན་བྱེད་མི་ཐུབ་བ་དེ་རེད། ང་ཚོ་གི་དུས་རྒྱན་འདི་དྲ་རྒྱ་གི་སྟེང་དུ་སྐད་ཆ་ཞིག་བསྡད་དེ་ཆོས་རྒྱུད་དང་ཆོས་ལུགས་དང་ཨ་ནི་འདི་སོགས་ཀྱི་འདྲེས་དང་མ་འདྲེས་ཆོས་དཔག་གི་ལས་ཀ་བྱེད་སྟངས་འདྲེས་དང་མ་འདྲེས་ཨ་ནི་དེ་སོགས་ཀྱི་འགྱོ་ཡག་ཚེ་བཤད་བྱས་ནས་ཨ་ནི་ལོ་རྒྱུས་ཀྱི་བཤད་གི་ཡོད་དོ་ལོ་རྒྱུས་བཤད་ཡས་པ་ཡིན་ན་ད་ང་ཚོ་ལོ་རྒྱུས་གི་སྟེང་ནས་ང་ཚོ་བས་མི་རིགས་དེ་ཨ་ནི་མི་རིགས་རང་བཙན་བར་གྱི་ག་འདྲ་གྱི་འགྲུལ་དགོས་གི་རེད་ཟེར་ན། ལོ་རྒྱུས་རྣ་བ་མུན་ཆེ་ཤོས་ཀྱི་རྒྱ་ཆ་དགུ་ཅུ་གོ་དགོས་ཀི་ག་འགྲོ་བྱེད་དགོས་ཧ་གོ་གི་མི་འདུག་ཨ་ནི་ངས་མ་བསམ་ཚེ་མགོན་པོ་ཡོད་རེད་དེའི་རྗེས་ནས་ཆོས་རྒྱ་ཁྲི་སུམ་བསྡད་ཚེ་ཡོད་རེད་དེའི་རྗེས་ནས་བློ་དག་མ་ཡོད་རེད་ཟེར་ནས་ད་དུ་ཚོགས་ཆུང་ཆུང་བསྒྲང་བྱས་ནས་དུ་ཚོགས་ཀྱི་ལས་ཉིན་ཐམས་ཅད་དེ་ཡར་བསྒྲང་བྱས་ནས་བསྡད་ཡོད་རེད་ཨང་ལས་ཉིན་ཐམས་ཅད་བསྒྲང་ཐུབ་པ་ཡིན་ན་ད་ལོ་རྒྱུས་ལ་ཁྱི་པ་ཡང་དྲན་གི་ཡོད་རེད་ལོ་རྒྱུས་དེ་ད་ལྟ་གི་སྐབས་སུ་བབས་པ་ལ་བོད་མི་རིགས་ཀྱི་ཨ་ནི་ལོ་རྒྱུས་རྣ་བ་དེ་ག་འགྲོ་དགོས་ཀྱི་ཡོད་རེད་ཟེར་ན། ལོ་རྒྱུས་ཀྱི་ཨ་ནེ་མི་རིགས་དེ་རང་བཙན་བར་གྱི་རང་དབང་ཡོད་པའི་རྒྱ་ཁག་ཅིག་ངེས་མ་ཡིན་པ་དེ་སྒྲོ་དགོས་ཀྱི་ཡོད་རེད་ལོ་རྒྱུས་ཤེས་ན་མ་ཤེས་ན་ག་རེ་རྒྱ་སྐྱོང་བྱེད་བསྡད་པ་ཡིན་ན་ཨ་ནེ་དེ་ཉིད་དེའི་སྟེང་དུ་ཨ་ནེ་གྲུབ་དགོས་ཀྱི་ཡོད་རེད། མ་འོངས་པ་ལ་ལོ་རྒྱུས་རྣ་བར་དུ་ཟུག་གི། ད་ད་ལྟ་ང་ཚོ་དབེན་བསྡད་པ་བཅས་ག་རེ་རེད་ཟེར་ན། ཆེད་ལས་དེ་རེད། ཆེད་ལས་ལ་ང་ཚོ་བཟོ་ངེས་ཀྱི་དབྱེ་འབྱེད་བལྟ་བྱས་ནས་ཡང། ཆེད་ལས་ངན་པ་དེ་ཚོ་ནང་སྒྲོ་ཉིས་གི་མ་རེད་སྒྲོ་མཐོ་གི་མ་རེད་དེ་སུ་གི་སྒྲུབ་གི་རེད་ཨ་ཙེའི་ཆེད་ལས་དེ་ཚོ་རེད་བ་ཟེར། ས་བཙོང་ཡང་དང་དེ་ག་ནང་བཞིན་གྱི། ཁོམ་པ་ལ་རྩི་བཏང་ཡང་དང་དེ་ག་ནང་བཞིན་གྱི། ཨ་ནེ་ཁོང་པ་བཟོ་ཡག་དང་ལྟ་འདུ་ཚོགས་ནང་ས་རྡོ་དབོར་འདྲེན་བྱེད་ཡག་དང་ཨ་ལས་ཆན་འགེབས་པའི་ཨ་ལས་བྱེད་ཡག་དང་ལྟ་འདུ་ཚོགས་ནང་ལས་ཀ་ཐ་ཆ་བཅས་ལ་རྩོད་བཅད་ནས་དུ་འགྲོ་ཚད་བསྡད་ཡོད་རེད་མི་རིགས་གཞན་པ་གི་དེ་གི་ལས་ཀ་ཐམས་ཅད་གཞན་པས་གི་སྒྲུབ་ནས་འགྲོ། ཨོ་དེ་རྣམས་ཀྱི་གི་ཆེད་ལས་ད་ང་ཚོ་ལག་ཏུ་བཟང་བསྡད་པའི་གི་ཁ་པགས་ཙམ་ཀྱང་ང་ཚོ་གི་བཟོ་ཤེས་གི་མ་རེད་ལ་ང་ཚོ་དབུགས་ལ་བྱས་བསྡད་པའི་གི་འཕྲུ་ཐག་དང་རླུང་འཁོར་ཙམ་ཡང་ག་བ་ག་བ་ད་རེ་རེ་གཉིས་རེ་གི་ཨ་ནེ་སོ་སོ་གི་བཅས་བཟོ་ཤེས་འདྲ་བོ་ད་དེ་ཡ་དེ་རེད། མ་འོངས་ཕྱི་ཤུལ་གྱི་འཕྲུལ་ཆས་ཀྱི་ཨ་ནེ། ཡོ་ཆི་དེ་ཚོ་ལ་སྤྱན་ཤོར་བའི་སྐབས་སུ་མི་རིགས་གཞན་པ་རྩ་ནས་ཉོ་ཡ་དེ་རེད་ང་རང་གི་བཟོ་ཤེས་ཡ་ཕར་ཤོར་བ། ཨ་ནེ་ག་ཟེར་ཀྱི་དེ་བཟོ་ཆུང་ཅིག་གཏོད་དགོས་པ་ཡིན་ན་ཨ་ནེ་ང་ཚོ་གི་གཏོད་མ་བྱེད་ནས་ཨ་ནེ་མི་རིགས་གཞན་པ་དེ་ཚོ་ལ་སྒོར་མོ་སྤྲད་ཀྱི་ནས་ཨ་ནེ་དེ་ལ་བཟོ་ཅིག་དགོས་གི་ཡོད་རེད་ད་ང་ཚོ་དགོས་ཡ་དེ་ག་རེ་རེད་ཟེར་ན་ང་ཚོ་གི་ཨ་ནེ་མི་རིགས་དེ་ལ་ལ་ལ་ཀི་ཞིག་ཁ་པར་བཅས་དང་ཨ་ནེ་འུ་ལ་ད་ལྟ་གི་བློ་འཁོར་བཅས་ཡིན་གྱི་མིན་གྱི་དགོས་གི་ཡོད་རེད། ད་དགོས་པ་དེ་ང་ཚོ་བཟོ་ཞིག་ཡོད་མ་རེད། ད་དེ་ཐག་གཅོད་བོ་རེད་དང་མ་རེད་དངོས་གནས་བསམ་ན་ལྟ་བ་ཡིན་ན། རེད་བ། ཨ་ནི་ག་རེ་བྱ་བ་བླ་ཆེན་སྒྲུབ་བོ་ཡོད་ས་རེད་བསམ་ནས་བློ་འཁོར་རྫུ་བར་བས་བཏང་ནས་སླེབས་གི་རེད། མཉམ་དུ་ནང་ལ་སྐྱེལ་རྒྱུ་འགྲོ་བའི་སྐབས་སུ། མཉམ་དུ་ནང་ལ་སྐྱེལ་རྒྱུ་འགྲོ་བའི་སྐབས་སུ་ཨ་ནི་ཀོང་བོད་རྒྱུད་ཀྱི་ཁ་ན་པོ་བསམ་ནས་ཚུར་སྣ་བླུག་བྱས་ནས་སྣ་ས་ལ་དྲན་འགྲོ་གི་ཡོད་རེད། ཨ་ནི་ལག་པ་ཐོག་སོ་གྲ་པ་ཆག་བྱས་ནས་ཨ་ནི་ནག་པོ་ཆག་བྱས་ནས་ཕར་འཕྲོས་ཁོ་ལོ་གཅིག་ལ་སྤྲོད་ཡོད་ས་མ་རེད་བསམ་དུས་དགོས་ཟོ་དུད་འགྲོས་ཆག་བདེ་བ་ཡོད་རེད། ཨ་ནི་སོ་སོ་གི་བཟའ་ཟླ་ཐོག་སོ་གི་བུ་ཕྲུག་གསུམ་བཞི་བཅས་གསོ་ཡོད་ཨ་ནི་མ་ཟི་འབྲུག་ལས་ཚེ་ཡ་འབྲུག་ལས་གི་ལས་ཀ་དེ་བས་ཀྱི་དཀྱིས་མ་ཐོག་སོ་གི་ཆ་ཚང་བཟོ་ཡོད་རེད།

བོད་ཀྱི་ད་ལྟ་གི་མི་རིགས་གཞན་པའི་གི་སྨད་འཚོང་མ་དེ་ཚོ་ལ་ཁྲི་ཆད་བཙལ་རྒྱུ་ནི་ཐ་མ་ཡ། དྲི་འདོད་དེ་ཨ་ནི་ཨེ་ཙི་གི་ན་ཚ་ཟེར་དེ་ཡ་དེ་བོད་ལ་ཡ་སྐྱེ་འབྲས་ཤུགས་ཆེ་ནི་ད་ལྟ་བོད་ལ་ཡང་ཨེ་ཙི་ན་ཆ་ཨེ་ཙི་གི་ན་ཚ་དེ་ད་ཆ་ཤུགས་ཆེན་པོ་འགྲོ་གི་འདུག་ཨ་ད་དེ་ཟུར་དུ་གང་ཤི་དགོས་ཡ་མི་འདུག་ཨ་ནི་ཤེས་རྒྱ་བ་ཡིན་ན་ཡང་མང་པོ་ཉོ་ཐོ་ཆ་འདྲ་ས་རེད། དེ་འདྲ་བྱས་ནས་ང་ཚོ་གི་ཨ་ནེ་ཚང་མས་གི་ད་ནས་བཤད་པ་ཡིན་ན་ད་ང་ཚོ་སྐོར་བ་པ་པ་ཡོད་དེ་བ་དེ་ག་བ་ཚང་གི་ཡོད་རེད་ཟེར་ན་ང་ཚོ་བཙོང་ས་ཁ་ཏེ་ལ་གང་ཁུ་ས་ལ་ང་ཚོ་བཙོང་གི་ཡོད་མ་རེད་ད་ད་གི་ཁ་ཆེ་མགོ་ཁ་བ་དུ་ཚོགས་ལ་ཕག་བཙོང་རྒྱག་གི་ཡོད་རེད་དུ་ཚོགས་གི་མ་ཁུ་འགྲོ་བྱས་ནས་ཁུ་ཚོགས་གི་བཟོ་གྲ་དུ་ཚོགས་ལ་བཙོང་བྱས་ནས་ཁུ་ཚོགས་གི་དེ་གི་ཐོག་ནས་ཁེམ་པ་ཟ་གི་ཡོད་རེད། དེའི་ནོར་ཁྱོད་ཀྱིས་ང་ཚོ་གི་ཁ་ལ་ཟ་བསྡད་ཀྱི་ཤག་རིལ་དེ་ཚོ་ཡང་ནི་ཁོ་ཚོ་གི་འབྲོག་པ་རྩ་ནི་ནོར་ལུས་དེ་ཚོ་མར་ཉོས་ཀྱི་ནི་དེ་ཤག་དེ་མར་ཁྲམ་ར་ལ་གཙང་འབུད་ག་ཟི་ང་ཚོ་གི་ཡག་ཉོས་ནི་དེ་ལ་གངས་ཆེན་པོ་སྤྲད་ནི་དེ་ཡོད་རེད་ད། ང་ཚོ་ཐིས་པ་ཆེན་པོ་རུ་བ་ཐིས་པ་ཆེན་པོ་གི་ནི་སེམས་ཅན་ཐམས་ཅད་ཕ་མ་མ་ཟེར་བ་སྐྱེ་གི་མེད་ཟེར་དུ་ད་སེམས་ཅན་ཟེར་ཡོད་མ་རེད་ཡོང་རུ་བ་ནི་ཟེར་གི་མེད་ཟེར་དུ་ད་ད་ལྟ་གི་ནི་ཤག་རིལ་དེ་ཚོ་ནང་ད་ད་ཁ་ཆེ་མགོ་དཀར་བ་གི། ཚོང་ལས་ཚེ་བྱས་ནས་ཨ་ནི་དེ་ལ་སྒོར་མོ་ཟླ་བྱིན་ཅན་ང་ཚོ་གི་ཕར་སྤྲོད་དགོས་ཆགས་དེ་བ་དུད་འགྲོ་གི་ནུས་པ་བཅས་རེད། ད་དེའི་ནང་ཞིག་གི་དབྱར་རྩྭ་རྒན་པོས་ང་ཚོ་བལ་གྱི་ས་ཁུལ་ནས་ཚོང་ཆེ་ཤོས་ཀྱི་ཆགས་ཀྱི་ཡོད་རེད། དེ་ཡང་ཨ་ནི་ཁ་ཆེ་མགོ་དཀར་བ་ཚོ་གི་ཚོང་གཉེར་རྩིས་ནས་ང་ཚོ་དབུས་ལྷ་སའི་ཇོ་བོ་གི་རྩ་དེ་ཨ་ནི་ཁྲོམ་སི་ཁ་ཟེར་དེ་ཡ་དང་དེར་ནམ་ཞིག་གི་མདོ་དབུས་ཁང་བཟང་གི་ཨ་ནི་གྲོང་ཁྱེར་དང། དེས་ན་གཞིས་ཀྱི་གྲོང་ཆུང་དང་འབྲོག་པ་དང་བསྟུ་གསོག་གི་མ་འོངས་ཆེ་ཤོས་གཅིག་གི་ཁ་ལྕེ་མགོ་དཀར་བ་དེ་ཚོ་ལ་ཨ་ནེ་དབྱར་རྩྭ་དགུན་འབུ་དེ་ཕ་བཙུགས་འཇོག་གི་ཡོད་རེད། དེའི་ཚོམས་བཅད་ནས་དེ་ཚོ་ནང་གི་ཡོངས་རྒྱ་ནག་ལ་མ་འཁུར་འགྲོ་ནས་ཨ་ནེ་ཁོ་ཚོ་གི་ཚོང་ལས་ལྟེ་བ་དེ་ཚོ་ལ་ཕ་ཚོང་པ་ཆེན་པོ་དེ་ཚོ་ལ་ཕ་སྤྲད་ནས་ཡང་ཁོ་ཚོ་གི་ཁ་ཨའོ་ཁེན་པ་ས་ཅན་ནས་དུད་འགྲོ་བྱེ་བའི་ཨ་ནེ་ང་ཚོ་གི་ཚོང་ལས་གཙོ་ཆེ་ཤོས་ད་ལྟ་དབྱར་རྩྭ་རྒན་པོ་དང། ད་ལྟ་གི། ཤ་རུས་དང་དེ་རྣམས་བཞིན་གྱི་ཀོ་བ་པ་པ་ལ་སོགས་པ་དུག་ཟོག་ཐམས་ཅད་དེ་ཁ་ལྕེ་གི་ཨ་ནེ། མགོ་སྐོར་གྱི་འོག་ཏུ་འཚེད་ཀྱིན་ནས་ང་ཚོ་དེ་ལ་དཔག་བཙོང་བྱས་ནས་དུད་འགྲོ་བརྩི་བསྡད་ཡོད་རེད་བ། དེ་ང་ཚོ་ཚོ་མའི་ཤེས་ས་རེད་ད་ཨ་མདོ་གི་ས་ཁུལ་ལ་ཤེས་དགོས་བ་མ་རེད། ཧ་ཅང་ནས་མང་པོ་རེད།

སྲིད་རྒྱལ་ཁོང་ཀྱི་རྟགས་བྱས་ནས་དུད་འགྲོ་གྱི་ནི་དེ་དེ་བ་ལས། ང་ཚོ་རྒྱུ་རྒྱུ་ཏུ་ཡོངས་སུ་དུད་པ་དེ་ལ་ད་ལྟར་སླེབས་དུ་ཡོད་པ་རེད། ང་ཚོ་གི་ཚོང་ལས་ཀྱི་སྟེང་ནས་ང་ཚོ་ཚོང་ལས་དེ་ཨ་ནི་ང་ཚོ་གི་དབང་རྒྱུ་བྱེད་དགོས་པ་དང་ཆེད་ལས་དེ་ཆེད་ལས་དེ་ང་ཚོ་གི་དབང་རྒྱུ་བྱེད་དགོས་པ་དང་ད་ང་ཚོ་དེ་དབང་རྒྱུ་བྱེད་གི་འདུག་མི་འདུག་དེ་ང་ཚོ་བོད་ཀྱི་ཨ་ནི་ཡིག་ཁང་དུ་ཟོ་ལ་ཡི་གེ་བཙོང་ས་དུ་ཟོ་ལ་དཔེ་མཛོད་དུ་ཟོ་ལ་ཚོང་ས་དུ་ཟོ་ལ་དཔེ་ཚོང་བྱེད་ས་དུ་ཟོ་ལ་བལྟ་ན་ཧ་གོ་གི་རེད།

ནག་ཚོགས་ཀྱི་ཨ་ནེ་ནང་ཆོས་ཀྱི་གཞམ་སྟེ་ཨ་ནེ་དེ་ལ་འགྲེལ་བཤད་ཨ་ལོག་ཡང་ལོག་ད་ལོག་རྒྱག་རྒྱག་ནས་ཨ་ནེ་ཐ་མ་འདི་རེད་འདི་མ་རེད་ཟེར་གྱི་མེད་ཟེར་གྱི་ནས་དུད་འགྲོ་བརྩི་གི་ཡོད་རེད་རོ། དུད་ཚོགས་ཀྱི། དུད་ཚོགས་ཀྱི་དཔེ་དཔེ་དུད་ཚོགས་ཀྱི་ཨ་ནེ་ཁྲམ་ར་ད་ལྟ་གི་དཔེ་ཚོང་ཁང་དུད་ཚོགས་ཀྱི་ཕ་ཁམས་ན་བསྡད་ཡོད་རེད་ད། འདི་ས་སྐྱ་གི་དཔེ་ན་འདི་རེད། ཚད་མ་རི་སྟེགས་དང་འདུ་ཚོགས་ཀྱི་འབྲེལ་བ་ལ་སྐྱེར་སྟག་རྒྱག་པ་ཡིན་ན། ས་སྐྱ་གི་སྐྱེས་ཡོད་རེད་དགེ་ལུགས་ཀྱི་སྐྱེས་ཡོད་རེད་བཀའ་བརྒྱུད་ཀྱི་སྐྱེས་ཡོད་རེད་ཡང་ས་སྐྱ་ས་དྲུག་གི་སྐྱེས་ཡོད་རེད་དགེ་ལུགས་དགེ་དྲུག་གི་སྐྱེས་ཡོད་རེད་ཡང་བཀའ་བརྒྱུད་བཀའ་དྲུག་གི་སྐྱེས་ཡོད་རེད་སྙི་མ་སྙུ་དྲུག་གི་སྐྱེས་ཡོད་རེད་བེམ་པོ་བེམ་དྲུག་གི་སྐྱེས་ཡོད་རེད་དེ་ནས་དེ་དེ་དེ་དང་དེ་ལ་སོས་པ་ད་དུ་འདྲི་སྐྱེས་ནས་དེ་ལ་འདྲི་ཤེས་ཨ་ལོ་ཡང་ལོ་ཅུང་ཅུང་རྒྱ་བསྐྱེད་ནས་བསྡད་ཡོད་རེད་ཁོ་ཚོ། ད་ང་ཚོ་ཟེར་གི་རོ་ད་ང་ཚོ་དུད་འགྲོ་བྱས་ནས་བསྡད་ཡོད་རེད་རོ། དངོས་གནས་ཁོ་རང་འཛམ་བུ་གླིང་གི་དཔེ་མཛོད་ནང་ལ་ང་ཚོ་བལྟ་ན་གསལ་བོ་ཧ་གོ་ཐུབ་གི་རེད་འཛམ་བུ་གླིང་གི་དཔེ་མཛོད་དུད་འགྲོ་ནང་ལ་བལྟ་བའི་སྐབས་སུ། ཨ་ནི་ཆེད་ལས་འདི་དང་འདི་གི་རེ་ཆག་ཟེར་ནས་ཡང་དེ་ལ་སྡེ་མཚན་བྱས་ཡོད་རེད་ཆེད་ལས་འདི་གི་ཨ་ནི་དེ་དང་འདི། ཡང་ཁྲུང་ལུགས་ཀྱི་སྟེང་ནས་འདི་དང་འདི་ཟེར་ནས་སླེབས་ཡོད་རེད་དེ་ནང་བཞིན་གྱི། ཨ་ལས་བྱེད་དུང་བྱ་ནས་ཨ་ལས་བྱ་འགའི་བྱེད་དུང་བྱ་ནས་དུད་འགྲོ་སླེབས་ཡོད་རེད། དེའི་ནང་བཞིན་གྱི་བཟོ་ལས་ཀྱི་རེ་ཆག་ནི་བཟོ་ལས་མ་འདྲ་བ་གི་རེ་ཆག་དུ་བཟོ་ནང་གི་སྡེ་ཚན་སྡེ་ཚན་བརྩད་ནས་ཁོ་རང་ལྟ་ཡ་ཡོད་ར་ང་ཚོ་བོད་ཀྱི་དཔེ་ཚོང་ཁང་དུ་བཟོ་ལ་ད་དཔེ་མཛད་དུས་ང་ཚོ་ཉིན་མོ་སྐར་མ་ལྟ་བུ་རེད་བ། སྡེ་དགེ་དཔའ་ཁང་འདྲ་བོ་ད་རེ་རེ་ཚ་གྲོང་བསྡད་ནི་མ་གཏོགས་དཔེ་མཛད་ཟེར་དུས་ཡ་དེ་ང་ཚོ་ནི་ཉིན་མོ་སྐར་མ་ལྟ་བུ་རེད་བོད་ཀྱི་ས་ཁུལ་མདོ་དབུས་ཁམས་སང་ལ་དཔེ་མཛད་ཟེར་ནི་ལྟ་དེ་ད་ཉིན་མོ་སྐར་མ་ལྟ་བུ་རེད་ཨ་ནི་ཡོད་དེ་བ་དེ་ད་ད་ལྗགས་ཀྱི་དཔེ་མཛད་འདྲ་བོ་ཁ་ཤས་ཀྱི་ཡོད་ཀྱི་རེད། དཔེ་མཛོད་དུ་ཚོ་སྡེ་ཚན་གཅིག་གི་སྟེང་དུ་ཕ་ཆེ་རྒྱུགས་འགྲོ་བ་རེད། ད་ལྟ་སྡེ་ཚན་གཅིག་དེ་ག་རེ་རེད་ཟེར་ན་ཆོས་ལུགས་ཀྱི་སྡེ་ཚན་དེའི་དཔེ་ཆ་སྡེ་ཚན་ཟེར་དབྱེ་བྱས་པ་ཡིན་ན་ཆོས་ལུགས་ཀྱི་སྡེ་ཚན། ད་ཆོས་ལུགས་ཀྱི་སྡེ་ཚན་གྱི་ནང་ནས་ས་དགེ་བཀའ་རྙིང་དབྱིན་འབྲོང་བན་སྟོང་བཅས་པ་སྔ་དྲོ་ཀྱི་ཚེས་ཡར་དུ་བ། ཨཱ་དེ་རེད་མ་གཏོགས་གཞན་པ་ད་ལྟ་གི་ང་དང་ང་ཚོ་འཇིག་རྟེན་མི་འགྲོ་བ་མི་སྲིད་དེ་དེ་ལ་མཁོ་དགོས་ཡོད་པའི་གི་ཆེད་ལས་གི་ཨ་ནི་དཔེ་ལྟའི་དུ་ཚོད་ནང་ཉིན་མོ་སྐར་མ་བཅད་འདུག་བ་དེ་ང་ཚོ་སེམས་སྐྱོ་དགོས་བ་ཅི་རེད། ཨཱ་ད་མང་པོ་ཆགས་འགྲོ་གི་འདུག་དེ་འདི་མཐའ་དུས་གི་ཚད་དུ་ག་རེ་ཡིན་ཟེར་ན་མ་འོངས་པ་ལ་ང་ཚོ་ཨཱ་ནི་ད་ལྟ་ཡང་ང་ཚོ་ཁ་ཆེ་གི་གཡོག་པོ་གྱོད་དང་གྱོད་བཞིན་པ་ཁ་ཆེ་གི་མགོ་སྐོར་གི་འོག་ཏུ་ང་ཚོ་གྱོད་དང་གྱོད་བཞིན་པ་དེ་རེད་དཔེར་ན་ང་ཚོ་གི་ཟ་མ་ཙམ་ཟ་བ་ཡིན་ན་ཁ་ཆེ་ཐུགས་ཟོག་གི་བོད་ཕག་གི་ཟ་མ་ཟ་གི་ཡོད་མ་རེད་ད། ང་ཚོ་གི་ཁ་ཆེ་གི་ཟ་མ་དེ་ཞོན་གི་ཟེར་བ་ཀྱི་ཨ་མདོ་ཆ་ག་གི་ཨ་ཁ་ཆེ་གི་ཐུག་པ་དེ་ཞིང་གི་མོ་དེ་ནག་ཅིག་ཟ་གི་ཟ་ག་འགྲོ་གི་ཟེར་ནས་དེ་ལ་འཇུ་འགྲོག་བྱེད་གི་རོ། རོ། ང་ཚོ་གི་དེ་ནི་ཚ་ཕག་ཟ་ཡོད་གི་ཡོད་རེད་སྒོར་མོ་ཕག་ཅིག་ཡོད་རེད་མི་རིགས་གཞན་པ་གི་ཨ་ནི་ཁ་ཆེ་མི་རིགས་དེ་ཚོ་གི་ང་ཚོ་གི་ཟ་མ་དེ་ཚོ་ནི་ཨ་ནི་ལས་དང་བསྡུ་རྒྱུ་སྐྱེས་ནས་ལས་དང་བསྡུ་རྒྱུ་བཙོང་གྲ་མེད་རྒྱུ་རྙེད་ནས་ག་རེ་རེད་ཟེར་ན།

སེམས་ཅན་སྲིད་པའི་སྐབས་སུ་ཁོ་ཚོ་གི་གསལ་སྟོང་བྱེད་ཀྱི་ནི་སྐད་ལ་དྲི་བརྒྱབ་ནས་ཟེར་ཡ་དུད་འགྲོ་ཅན་མ་ཟེར་བ། ཟེར་བྱ་བ་དུ་ཟོག་སེམས་ཅན་གྱི་ཤ་དུ་ཟོག་ཟ་གི་ཡོད་མ་རོ། མ་ཟས་གཞན་པའི་གི་ལྗགས་དུ་ཟོག་ཡང་བད་གི་ཟ་མ་དེ་ཟ་གི་མི་འདུག་རྒྱུ་མཚན་ཅི་ག་རེ་རེད་ད་ང་ཚོ་མི་ཟ་བའི་རྒྱུ་མཚན་དུ་ཟོག་ཧ་གོ་དགོས་བོ་རོ། རྒྱུ་མཚན་ཅི་ག་རེ་རེད་ཟེར་ན། ང་ཚོ་གི་ཟ་མ་ཡག་པོ་ཟོ་མི་ཤེས་བ། ང་ཚོ་གི་ཨ་ནི་ཤ་མང་པོ་ཡོད་དེ་བ། ད་དུས་ཚོད་ཡོད་ཡིན་ན་རྩ་ཆེན་པོ་བཙི་དེ་ཡོད་རོ། ཤ་མང་པོ་ཡོད་དེ་བ། ཨོ། དེ་འདྲ་རེད། ང་ཚོ་གི་དེ་ནང་ནས་གཙང་སྦྲ་བྱས་རྗེས་ནས་རོ། འཕྲེད་སྟེང་གི་འཕྲེད་སྟེང་དང་འབྲེལ་བའི་སྟེང་ནས་གཙང་སྦྲ་ཡག་པོ་བྱས་རྗེས་ནས་ང་ཚོ་ཟ་མ་བཟོ་ཤེས་གི་ཡོད་མ་རེད། གཉིས་པ་དེ་ང་ཚོ་ཤ་བཞི་མ་དང་ཤ་བཞི་བ། རྣམས་ཀྱི་སྐྱེས་པ་ཧ་ཅང་ནས་ཧ་ཅང་ནས་བདུད་བོར་བ་འཛམ་བུ་ལ་ནས་རྩི་རྒྱོ་བ་ཡིན་ན་ཐ་མ་ནས་ཨང་དང་པོ་གཉིས་པ་ལ་ལྷད་ཡོད་ཀྱི་རེད་ཡ་ཐ་ནས་རྩི་བ་ཡིན་ན་ཐ་མཇུག་ནས་རྩི་བ་ཡིན་ན་མགོ་ནས་མ་རྩི་ན་ལྷད་ཡོད་མ་རེད་མགོ་ནས་རྩི་ན་ཨང་དང་པོ་གཉིས་པ་དུ་ཚོང་ནང་ད་ང་ཚོ་ཤར་གླིང་བར་ལ་བཏགས་ཡོད་བ་ཡིན་ན་བ་ཀོ་རི་ཡ་དང་དེ་ན་གཞོན་གྱི་ཉི་ཧོང་དུ་ཚོགས་གི་ཨ་ནས་བྱ་གཞི་མ་དུ་ཚོགས་ག་འདྲ་འདུག།

ཟས་བཅད་ནས། ཨ་ནི་སྡོང་གི་འཛུམ་བཅད་དེ་ཀ་བ་ཀ་བ། སོ་ཡོད་ས་མ་རེད་བསམ་དུ་གོ་ཟོ་ཁ་ལ་སོ་ཡོད་ས་མ་རེད་བསམ། ཁ་ལ་སོ་མེད་རྒྱུ་དུ་ཟོ་སོ་ངན་པ་ཡོད་རྒྱུ་དུ་ཟོ་གི་ཁ་ཙམ་ནས་དེ་དེ་གོ་རོ། དུ་ཟོ་གི་སྡོམ་པ་ལ་ཨ་ནི་རྒན་མོ་ཤོ་གི་འཛམ་བཅད་ཡོང་བསྟན་ཡོད་རེད་ད། ང་ཚོ་བོད་པ་དུ་ཟོ་ལ་ཡོད་མ་རེད་ད། བྱམས་སྙིང་རྗེ་དང་བཟང་སྐྱོན་སེང་གི། ད་ད་གི། གྲོང་ཁུག་དེ་ཡར་གང་བྱས་ནས་ཨ་ནི་དེ་དེ་ལ་མི་ཤོང་ནས་སྡོམ་པ་ནི་འཛམ་བསྟན་དེ་འོ་ཡོད་མ་རེད། ང་ཚོ་གི་ཞབས་ཞུའི་བརྩེ་དུང་དེ་ཧ་ཅང་ནས་ཐལ་སྐྱོ་བོ་ཐལ་སྐྱོ་བོ་རེད་ད་ལྟ་བའི་མདོ་དབུས་ཁམས་གསབ་གི་ཞབས་ཞུ་བརྩེ་མཁན་དེ་ཚོ་ནང་གི་གདོང་གི་རྣམ་འགྱུར་ལ་དཔྱད་ལྟ་བ་ཡིན་ན་ཁོ་ཚོ་གི་ཟ་མ་ང་ཚོ་རིན་པ་མི་དགོས་བ་སྤྲད་བསྡད་གི་ཡོད་ས་མ་རེད་ནི་བསམ་དགོས་ཟུར་བྱས་ནས་དེ་འདྲ་བྱས་གི་ཡོད་རེད་བ། ཨ་ནི་དེ་ནང་བཞིན་གི་ས་སྟེང་གི་ཟ་མ་བཟོ་བྱས་གི་ཡོད་མ་རེད་ང་ཚོ་བའི་མདོ་དབུས་ཁམས་སང་ལ་ཨ་ནི་སྨན་ལྗོངས་གི་ཞིང་ཁམས་ཉེན་ཟེར་ནི་བཤད་གི་ཡོད་རང། བསྐྱེད་རྩ་ཐམས་ཅད་མིག་ལས་གྲུབ་པ་ཡིན་ཟེར་གྱི་ནི་འཛམ་བུ་གླིང་གི་དུས་གསུམ་འཕྲོད་བསྟེན་གྱི་ལམ་ལུགས་ལ་གམ་ཁ་རྒྱུ་བཞིན་པ་འཕྲོད་བསྟེན་དེ་གཙོ་ཆེན་པོ་ཤ་རྒྱགས་པ་མི་དགོས་བར་བདེ་སྟོང་གི་ཆེད་དུ་གསར་ལམ་གཏོང་བྱས་ནས་དེའི་སྟེང་དུ་དཔའ་འབྱུང་ས་ཡ་མང་པོ། སྒོར་མོ་དུམ་བཅུ་མང་པོ་འགྲོ་སོང་བཏབ་ནས་སྨན་ཁང་དང་ཨ་ནེ། འཕྲལ་བསྟུན་གྱི་དང་འབྲེལ་བའི་ས་ཁང་དུད་འགྲོས་ག་འདྲ་རྒྱག་གི་འདུག་ང་ཚོ་མེས་ཟིན་བ་ཡིན་ན་ད་ལྟ་སེམས་རེ་བ་རེད་ང་ཚོ་མདོ་དབུས་ཁང་སར་ལ་ཨ་ནེ་སྨན་རྩིས་དུ་བསྐྱོད་བསྡད་པའི་གི་སྔོ་ཚག་གི་རེ་ལྟོས་སོ་ཟ་མ་མཉམ་དུ་ཟས་བཅད་ནས་ཨ་ནེ། ཟ་མ་ལ་མེས་བསབ་བོ། སྨན་གསར་བ་དེ་ཚོ་འདུ་བྱས་ནས་ཨ་ནི་ཟ་མ་ཟས་རིགས་སྣ་ཚོགས་དེ་འདྲ་ཅིག་བཟོ་རྒྱུ་ཡོད་པར་དེ་ཚོ་ནང་བཟོ་དགོས་པར་ད་ལྟ་ནས་མགོ་བཙུགས་ནས་བཟོ་མ་ཐུབ་པ་ཡིན་ན་ད་ང་ཚོ་རྒྱ་ཁ་ཆེ་མགོ་དཀར་བ་གི་གཡོག་པོ་དང་གཡོག་མོ་བྱེད་རྒྱུ་རེད་སྒོར་མོ་ཐམས་ཅད་དེ་ན་འགྲོ་རྒྱུ་རེད། ཨོ་དེ་འདྲ་བྱ་དགོས་རེད་དེ་མ་ཟད་ད་ལྟ་ང་ཚོ་བོད་ཀྱི་མདོ་དབུས་ཁམས་གསུམ་གྱི་རྣམ་མཁྱེན་ཡོན་པའི་རྣམ་མཁྱེན་ཆེ་བའི་གི་ཨ་ནི་སྐད་རིགས་སྐད་ཡིག་གཉིས་ཤིག་དེ་བ། གྲོས་ཚོགས་ཀྱི་ད་ལྟ་དཀའ་ཚེགས་བབས་པ་ལ་ཨ་ནུས་ཆེད་ལས་དུ་སོ་ཡུལ་ཐུག་ལ་སྐྱིད་ཐུབ་དགོས་ཡོད་རེད་དེ་ཁ་ཚ་དགོས་དོན་རེད་ང་ཚོ་ཆེད་ལས་ཐམས་ཅད་བལ་ཡུལ་སྟེང་དུ་བརྗོད་རྒྱག་པ་ཡིན་ན་ང་ཚོ་བལ་ཡུལ་དེ་ད་ཕན་འགྲོ་བ་དེ་ཉག་ཅིག་རེད་བལ་ཡུལ་དེ་བདག་སྐྱོང་བྱེད་དགོས་ཀྱི་འདུག་རྩ་ཆེན་པོ་ཡོན་དགོས་རྩ་ཆེན་པོ་ཡོན་ཟེར་ནས་བཤད་དགོས་ཀྱི་ཡོད་མ་རེད་རྩ་ཆེན་པོ་བཟོ་དགོས་ཀྱི་ཡོད་རེད་འགྲོ་བ་མི་གི་ང་ཚོ་གི་སོ་སོ་གི་སྐད་ཡིག་དེ་རྩ་ཆེན་པོ་ག་འདྲ་བཟོ་དགོས་ཀྱི་རེད་ཟེར་ན་ང་ཚོ་ཉིན་རེ་གི་ཨ་ནུས་ཁོ་ཆེད་ཀྱི་ཆེད་དུ་ཨ་ཁོ་ཆེད་ཀྱི་ཐུག་དུ་ཡོད་པ་བཅས་བཟོ་དགོས་ཀྱི་ཡོད་རེད། དེ་ག་རེ་བཟོ་དགོས་རེད་ཟེར་ན་ང་ཚོ་ཆེད་ལས་ཀྱི་སྟེང་དུ་ཨ་ནི་ཆེད་ལས་ཐམས་ཅད་བལ་ཡུལ་སྟེང་དུ་བསྒྱུར་འགྱག་བ་ཡིན་ན་ད་ངས་ཆེད་ལས་ཀྱི་ཤེལ་སྒོ་རྡོ་བྲེག་ན་བལ་ཡུལ་སྒྱོག་འགྱོག་ཡོད་རེད་བ། ད་ལྟ་ང་ཚོ་བལ་ཡུལ་སྒྱོག་འདི་ཡ་དེ་ང་ཚོ་རྩ་ཆེན་པོ་ཡ་ཡི་བསམ་སྟེ་ཡོད་རེད་མ་གཏོགས་རྩ་ཆེན་པོ་གང་ཡང་བྱས་ཡོད་མ་རེད། ཨ་ནི་དེ་མ་བྱས་བའི་དབང་གིས་ང་ཚོ་བལ་ཡུལ་དེ་ད་བལ་འགྲོ་འོས་ཡོད་མ་རེད། ད་རྗེས་འགྲོ་འོས་ཡོད་མ་རེད། ད་ཅི་འགྲོ་ཡོད་མ་རེད་ད་ང་ཚོ་གི་ཨ་ནེ་སྐྱ་སེར་གཉིས་ཀ་གི་ཤུགས་རྒྱས་ནས་ད་ལྟ་ག་རེ་ཁ་ཚ་དགོས་གཏུགས་ལ་ང་ཚོ་མི་རིགས་འདི་ལ་དགོས་མཁོ་ག་རེ་རེད་དོ་ང་ཚོ་མི་གཞན་གི་གཡོག་པོ་མ་བྱེད་བ་ག་འདྲ་བྱེད་དགོས་ཀྱི་འདུག་དེའི་སྟེང་དུ་ང་ཚོ་སྲོག་ལན་གཏོང་དགོས་ཀྱི་རོ། དེའི་སྟེང་དུ་སྲོག་ལན་ཐོམ་གྱི་ནས་ང་ཚོ་མཐུན་སྒྲིལ་གྱིས་སྡུག་རྩ་ཆེ་དྲུག་མཐུན་སྒྲིལ་གྱིས་སྡུག་རྩ་ཆེ་དྲུག་བྱེད་ཀྱི་རེད་ཟེར་ནས་ངེད་ཀྱི་གསུང་རྒྱུན་བཅོམ་ལྡན་འདས་ཀྱི་རྣམ་ཐར་དུ་སོ་མ་ཞུ་བྱས་ནས་ད་ང་ཚོ་བླ་མ་གཅིག་རེད་ད་དེ་གི་ཆ་ནས་ང་ཚོ་སྲོག་ལན་གཏོང་བ་ཡིན་ན་ང་ཚོ་ས་དགེ་བཀའ་རྙིང་ལ་མི་བརྟེན་པ་གས་ཡོད་མ་རེད། ང་ཚོ་སངས་རྒྱས་གཅིག་དང་སངས་རྒྱས་གཅིག་གི་སངས་རྒྱག་པ་དེ་ལ་ཆད་པ་གས་ཡོད་མ་རེད། ང་ཚོ་བན་དང་བན་དེ་གི་བར་བཙན་འཁྲུལ་གས་ཡོད་མ་རེད་ཟེར་ནས་ངས་གི་དུས་རྒྱན་འདི་ཞུ་དུས་ཡོད། དེ་གི་གྲུ་འགྲིག་དེ་ག་ལ་ག་ཙམ་ལྷད་རྒྱག་ད་ལོ་ངས་གི་ལོ་གསུམ་བཞི་ལ་དྲ་རྒྱ་ག་བ་ཡིན་ན་དཀའ་ངལ་རྒྱག་ནས་བཤད་བས་ད་ལོ་མདོ་དབུས་ཁམས་སངས་ནས་ཨ་ནི་ས་ག་ཟླ་བུ་དུས་དྲན་དེ་སྲུང་བརྩི་ཞུ་ཡག་གི་ལུས་སྲོག་གསར་བ་བསྐྱལ་ལྷད་ཡོད་རེད་ད། ཁྱོད་ཚོ་ཕལ་ཆེར་མཐོང་ཡོད་ཀྱི་རེད། ཨ་འདི་རྫོང་པ་རེད་ངེད་ཀྱི་གྲོས་འབྲེལ་ཟེར་བ་དེ་ཨ་ནི། ང་སྐྱིད་པོ་གི་ཁེ་ཕན་གྱིས་མ་རེད་འདུག་ཁམས་བཟང་གི་ང་ཚོ་གི་སུང་རྗེ་ལྕམ་ལྡན་འདས་ཀྱི་དུས་དྲན་དེ་མཉམ་དུ་སུན་གཙི་བྱོས་རྒྱུ་བཙོང་བ་ཡིན་ན་ཚང་མའི་གི་སེམས་ལ་ཨོ་ང་ཚོ་བླ་མ་གཅིག་རེད་འདུག་བསམ་པའི་ས་ལམ་གྱི་ལྷེ་གི་རེད་དྲན་ནས་ངེད་ཀྱི་ས་ག་ཟླ་བ་དུས་དྲན་དེ་ཆེད་དུ་ཕ་ཁྱད་དུ་འཕགས་པ་ཨ་ནི་ང་ཚོ་ཆུ་ཡོང་ས་གི་ཆུ་མགོ་དེ་སུང་རྗེ་ལྕམ་ལྡན་འདས་རེད། ས་གི་བཀའ་ཉིད་ཀྱི་པོ་ཏི་དེར་མ་ཟིན་ད་ལྟ་གི་གཡུང་དྲུང་བོན་གསེར་ཏི་ཡ་དེ་བསྟན་པ་ཤེས་རབ་དེ་སངས་རྒྱས་ཡིན་ཟེར་གི་ཡོད་རེད་སངས་རྒྱས་སྐྱེས་ཀྱི་སངས་རྒྱས་པ་སངས་རྒྱས་ཤཱཀྱ་ཐུབ་པ་གི་སངས་རྒྱས་པ་དང་སངས་རྒྱས་བསྟན་པ་ཤེས་རབ་གི་སངས་རྒྱས་པ་གཉིས་ཨ་ནི་དུས་ཀྱི་སློབ་མ་གཉིས་དེ་སངས་རྒྱས་གཉིས་ཀྱི་སློབ་མ་རེད་ང་ཚོ་ལ་འགལ་ཟླ་གང་ཡོད་མ་རེད་ཟེར་ནས་ངས་འགལ་ཟླ་ཐམས་ཅད་སྤོང་གི་ཡོད་རེད་དེ་དུས་ཚོད་དགའ་གི་ཡོད་མ་རེད། ད་ལྟ་མདོ་དབུས་ཁམས་གསར་ལ་མི་དགའ་བ་མང་པོ་འདུག་ང་ལ་རོ། གདོང་ལེན་བྱེད་དེ་ཉིད་མང་པོ་འདུག། ཨ་ནི་ཁྱོད་ཀྱི་ཆོས་ལུགས་ལ་ཁ་གཏོང་གི་འདུག་ཁྱོད་པ་དུ་ཚོ་ལ་ཁ་གཏོང་གི་འདུག་ཁྱོད་ནོམ་པ་སོང་རྗེས་བོད་ཀྱི་ཏན་ཏྲ་རེད་འདུག་ཟེར་ནས་ང་ལ་བཤད་ཀྱི་འདུག་བ། ད་ཏན་ཏྲ་རེད་འདུག་མི་འདུག་གསར་ལམ་ཞི་དྲག་ཏུ་གཏོང་ན་ཧ་གོ་གི་རེད། དུད་འགྲོ་གཞན་དེ་ཉིད་དུ་ཚོ་ནང་འདི་ནང་ན་ཡོད་རེད་ངའི་མའི་ནང་ཡོད་བ་ཡང་ན་དམག་ལན་ཁ་བ་གོ་ས་རེད། མ་ལེ་ཁ་བ་ཡོད་ས་གི་ང་ཚོ་པ་མོ་འབོ་ལ་འགྲོ་ཡི་ཁོ་ཡོང་སླད་རྒྱ་ཁོ་གི་ཟེར་ནས་ཨ་ཕོ་པ་ལྟ་གྱིན་ཟེར་དེ་དེ་བསྟན་པའི་བསྟན་པ་ཞེས་པའི་འདྲ་བོ་རེད་ཟེར་ཨ་ནི་ང་ཚོ་དགེ་ལི་པ་ལ་ཁ་གཏོང་ཉེས་ཀྱི་རེད་ཟེར་ས་སྐྱ་པ་གཏོང་གི་གཏོང་ཉེས་ཀྱི་རེད་ཟེར་ནས་ཁོ་གི་མ་སྤེལ་ཞུ་ཟེར་ནས་ང་ལ་འབེད་ཀི་ཞུ་གི་ཡོད་རེད་ད་དེ་འདྲ་ཡོད་རེད་རེད་བ་ཨ་དེ་རེད། ད་ལྟ་དེ་ང་ཚོ་ཆོས་བརྒྱུད་ཀྱི་སྟེང་ནས་ང་ཚོ་སྲང་ལམ་ཆགས་ཐེངས་ཡོད་ཡ་ཅེས་ང་ཚོ་ལམ་ཀ་ཅིག་ཐེག་ཡོད་རེད་དེའི་སྟེང་དུ་སོང་བ་ཡིན་ན་ང་ཚོ་བོད་ཀྱི་བོད་བརྒྱུད་ནང་བསྟན་ཙམ་མ་ཡིན་པ་ང་ཚོ་གི་ད་ལྟ་གི་ནོམ་པ་སྤྱི་ཡོངས་ལ་ང་ཚོ་གི་ས་ག་ཟླ་བ་མཉམ་དུ་སྲུང་བརྩི་ཞུ་རུ་ཟེར་ཅེས་ནས་ང་ཚོ་འབོད་སྐུལ་བྱེད་ཅེས་ནས་ང་ཚོ་ནོམ་པ་གི་སློབ་མ་ཐམས་ཅད་ཨ་ནེ་མཉམ་དུ་བསྡུ་རུ་ཚང་བ་ཡིན་ན་ང་ཚོ་གི་ཨ་ནེ་མ་འོངས་པ་ལ་རྒྱ་ཕྱུག་དང་རོང་འདྲེ་ཇི་སྙེད་ཡོང་གི་རེད་བསམ་གྱི་རེད་ངས་ས་ག་ཟླ་བ་དུས་དེང་དེ་བླ་ཆེན་རྒྱལ་བཙུན་ནས་ངས་གི་དུས་ཆེན་འདི་ཤེས་བསྡད་ཡ་སྦྱིན་བསྲི་བྱས་ཐེངས་རེར། ཨོ་ད་སྐད་ཆ་ཡག་པོ་འགྲོ་གི་མི་འདུག་ད་ཁ་ཚ་དགོས་གཏུགས་ལ་ང་ཚོ་མདོ་དབུས་ཁམས་སམ་ཤར་གདོང་རྒྱུད་གཅིག་པ་ལ་འབད་སྐུལ་ཞུ་ཡ་ག་རེ་ཡོད་ཟེར་ན་ད་ང་ཚོ་ཁ་ཚ་དགོས་གཏུགས་ལ་ཆེད་ལས་ཐོན་བཅས་ང་ཚོ་ཡིད་ཐུགས་ལ་ཇི་ཐུགས་བ་བྱེད་དགོས་གི་འདུག་ང་ཚོ་སྲ་བརྟན་གྱི་སྲང་ལམ་དགོས་གི་འདུག་དངོས་པོ་ཐམས་ཅད་ང་ཚོ་མཁོ་ཆས་རྩེ་དེ་བ་དུ་ཚོ་ན་ང་ཚོ་གི་ག་འདྲ་གྱི་བཟོ་ཤེས་གི་མ་རེད་ནས་ང་ཚོ་བཟོ་ཤེས་གི་རེད་བསམ་ཚོགས་གི་སྤོབས་པ་དང་ལྡན་པའི་ཐ་ནས་ང་ཚོ་དེ་བཟོ་ཡ་ལ་འབད་རྩལ་བྱེད་དགོས་གི་འདུག། ང་ཚོ་རྒྱ་ལ་གང་གི་ཁུལ་ཡིན་ན་རེད་ང་ཚོ་གི་རྒྱ་གར་ནི་ཉོ་མི་དགོས་བ། ང་ཚོ་གི་ཨ་ནི་མདེན་ལ་ཡོད་པའི་ཕོ་བ་དང་སྐྱོ་ཙེ་ལ་སོགས་པ་འདུ་ཚོགས་ནི་ཨ་ནི་རྒྱ་མི་རིགས་ཙམ་ནི་ཉོ་མ་དགོས་བ་ང་ཚོ་གི་བཟོ་བྱས་པའི་གི་ཐང་ལམ་གི་སྟེང་དུ་གང་ག་གི་དགོས་འདུག་ད་ལྟ་གི་ས་དེ་གི་སྲང་ལམ་དང་འདྲ་བྱེད་གི་སྲང་ལམ་ཟེར་དེ་ཡ་དེ་གཉིས་ཀ་ང་ཚོ་གི་སྟེང་དུ་ཨ་ནི་ང་ཚོ་མི་རིགས་གི། སེམས་ལ་ཡོད་པ་ཅན་ང་ཚོ་བཟོ་ཐུབ་དགོས་འདུག་ཨ་ནི་ཆེད་ལས་ཐམས་ཅད་བེ་ཡི་སྟེང་ན་རྒྱུ་བཞག་པ་ཡིན་ན་བེ་ཡི་དེ་ད་ལྟ་སྐད་ཡིག་དེ་གནས་ས་དེ་གཙོ་བོར་དེ་ཆེད་ལས་ཀྱི་སྟེང་ན་གནས་ཀྱི་ཡོད་རུང་བ་ང་ཚོ་མང་པོ་རྒྱ་སྐྱོང་བྱེད་དགོས་ཀྱི་མ་རེད་དཔེར་ན་བ་ཡིག་རྒྱ་གར་ལ་ཚན་པ་ཡིན་ན་བ་ཡིག་གི་སྐད་ཡིག་དེ་ད་ལྟ་གནས་དེ་བ་ག་རེ་ལ་ཐུག་བ་རེད། ཆེད་ལས་དུ་སུ་དན་དུ་གནས་ནས་འཁོར་རོ། བལ་ཡུལ་ད་ལྟ་གི་བལ་བོ་གི་ཡི་གེ་དེ་མ་ཕག་ནས་དད་ཅིག་ནས་གནས་དེ་བོད་འཛམ་བུ་གླིང་སྤྱི་སྟངས་འགྲོ་འགྲོ་སྟངས་སྤྱི་པར་རྒྱ་ནག་གི་ཡི་གེ་དུ་ཚོ་ནང་ད་བལ་འགྲོ་དེ་ཡ་དང་དུ་ཚོ་ནང་ཁོ་ཚོ་ཆེད་ལས་གི་སྟེང་དུ་ཆེད་ལས་ཐམས་ཅད་རྒྱ་ཡི་སྟེང་དུ་རྒྱུ་ཅིག་ནས་ཟེར་གི་འདུག་བ། ད་ཁོ་ཚོར་ཆེད་ལས་ཀྱི་ལྟ་དགོས་ཡིན་ན་དབྱིན་ཇི་ལྟ་དགོས་ཡོད་མ་རེད་ད་ལྟ་རྒྱ་ནག་ལྟ་བུ་ཚུད་མ་ཡིན་ན། ཨ་ནི་རྒྱ་ཡི་དོན་ལ་ཁ་ཐུག་ལྟ་ཞོག་པ་ཡིན་ན་ཆེད་ལས་ཐམས་ཅད་ཨ་ནི་སྦྱོང་རྒྱུ་ཡོད་པ་དེ་འདྲ་རེད། ང་ཚོ་བོད་ལ་དེ་འདྲ་བོ་ཅིག་ཆགས་སོང་བ་ཡིན་ན་ད་ང་ཚོ་མི་གཞན་ལ་རེ་མ་དགོས་པ་གི་ཡང་ད་ལྟ་གཡོག་པོ་མ་བྱེད་པ་གི་ཐར་ལམ་བསྐྱལ་སྲིད་པ་རེད། ཨོ་དེ་ཡིན་ད། མ་འོངས་པ་ང་ཚོ་ཁ་ཆེ་དང་ཐག་ཉེ་བོ་བྱས་ནས་བསྡད་ཡོད་ར་ལ་ཁ་ཆེ་ཚོ་ཚོ་ཚོང་ལས་ལ་ཧ་ཅང་ནས་མཁས་པ། ཁོ་ཚོ་ནང་ཕན་ཚུན་ལ་མཐུན་སྒྲིལ་ཡག་པོ་ཡོད་བ། གཅིག་ཨ་ནི་གཅིག་གི་གཅིག་ལ་རྒྱ་སྐྱོག་རུང་འབྲེལ་ཡག་པོ་བརྩི་བ། རེད་བ། ང་ཚོ་བོད་ཀྱི་བུ་མོ་མང་པོ་བཅས་ཁ་ཆེ་གི་མནའ་མ་ལེན་ནས་རྒྱོ་འགྲོ་གི་ཡོད་རེད། རེད་བ། ད་དེ་གཅིག་ག་རེ་རེད་ཟེར་ན་བོད་པ་བུ་མོ་དེ་ཚོ་གི་གཅིག་མ་དེ་ཚོ་གི་སྐྱེན་གཅིག་པོ་མ་རེད། བོད་པ་བུ་དེ་ཚོ་གི་འགྱང་གི་ཡོད་མ་རེད། དེ་འཕྲུལ་ཆས་ཀྱི་གོང་ནས་མ་འབྱར་བ་མ་དེ་མ་འབྱར་བ་མ་རེད་ད། རྒྱུད་དཔལ་འབྱོར་ས་ཡག་གི་སྒོ་ནས་འབྱང་གི་ཡོད་མ་རེད། ནང་ལ་ཡག་ལྷེ་བའི་སྐབས་སུ་སྐྱེས་མ་དེ་ཚོ་ལ་རྡུང་རྡེག་བྱེད་གི་ཡོད་རེད། ནང་གི་སྒོར་མོ་དེ་ཚོ་ཁུ་བརྒྱུད་ནས་དམག་རྒྱང་བརྒྱད་རྒྱག་གི་འདུག་བ། ཤོག་བརྒྱད་རྒྱག་གི་འདུག་བ། རྗེས་འཛུགས་རྒྱག་གི་འདུག་བ། ནང་མི་གི་གཟུགས་སེམས་ཆེས་མཐའ་ན་སྐྱིད་པ་ཨ་ནི་རྗེས་འཛུགས་རྒྱག་གི་འདུག་བའི་ཁམས་ས་ལ་ཁམས་དེ་ཡོད་རེད། ད་སྒོར་མོ་ཤོར་ཚར་བའི་སྐབས་སུ་ནང་ལ་སླེབས་པའི་སྐབས་སུ་ཨ་ནེ་བཟའ་ཟླ་ལ་རྡུང་རྡེག་བྱེད་ཀྱི་རེད་བུ་རྒྱུད་ལ་ཨ་ནེ་ཁ་གྲོང་དུ་ཁ་གཏོང་གཏོང་གི་རེད། མཐའ་མ་བུ་རྒྱུད་དུ་སོང་ནང་མཐོ་སློབ་ལ་སླེབས་པའི་སྐབས་སུ་ཨ་ནེ་སྒོར་མོ་གང་གི་སྤྲད་ཡོད་མ་རེད་ད། ད་མཐོ་སློབ་ལ་འགྲོ་རྩིས་ཡོད་མ་རེད་ཟེར་ནས་མ་ཡོང་ཁྱོད་ནོར་འཛོལ་ལ་བསྡད་དེ་ང་ཚོ་ནོར་འཚོལ་མཁན་གོ་གི་འདུག་ཁྱོད་ཀྱིས་ལས་ཀ་བྱས་ཏེ་ང་ཚོ་ནང་ལ་བཙོང་མ་བྱེད་མཁན་གོ་གི་འདུག་ཟེར་གྱི་ནས་དུད་འགྲོ་གཅིག་ནས་ང་ཚོ་བློས་བདེ་བ་མདོ་དབུས་ཁམས་གསང་ལ་ག་ཚད་ཡོད་ཨ་མདོ་ས་ཁུལ་ལ་ག་ཚད་ཡོད། ང་ཚོ་ཤ་ཚ་མོ་གཉན་གྱི་མོ་མ་ར་བས་ང་ཚོ་འགྲོ་བ་མི་གི་ལུས་ལ་འདེབས་པ། ཨ་ནེ། འཛམ་གླིང་གཞན་པ་གི་མི་རིགས་དང་འདྲ་འདྲ་ཀོང་ལ་འཇགས་བདེ་བ་ཁ་ཡོད་བདེ་བ། མགོ་ལ་ཀླད་པ་ཡོད་བདེ་བ་དེ་ང་ཚོ་ཁོ་ཁྱེད་ཚེ་མ་ཤི་བ་དག་ག་རེ་ལུས་སོང་བ་རེད་ག་རེ་ཆགས་སོང་བ་རེད། རེད་བ། ང་ཚོ་ཆོས་ལུགས་དང་ལོ་རྒྱུས་དང་འདི་ཚོ་ལ་མགོ་ཁུར་བྱས་ནས་ང་ཚོ་བློས་བདེ་བ་རེད། སྐབས་དེ་ཡིན་དུས་ཤ་རུ་དུང་ཆུ་གཅིག་པ། ང་ཚོ་མདོ་དབུས་ཁང་བསམ་ཟེར་ནས་ཆད་པ་གང་ཡོད་མ་རེད་ང་ཚོ་ས་དང་ཨ་ནེ་ཆོས་དང་ཚོགས་མང་མཉམ་དུ་ང་ཚོ་ཕ་མེས་ཡུལ་མེས་དུ་ཟོག་གི་ཨ་ནེ། གཅིག་གི་ཨ་ནེ་ས་ཆ་ནས་ཆུ་བོར་བ་དང་གཅིག་གི་ཐང་གཅིག་གི་ས་ཡོད་པ་ལ་གཅིག་གི་ནོར་ཚོ། དུད་འགྲོ་བྱས་ནས་ང་ཚོ་ཤ་རུ་དུང་ཆུ་གཅིག་པ་དེ་ང་ཚོ་ཤ་ཚ་ཁྲག་སྦྱིན་ཅི་ཡིན་བསམ་མེད་ཀྱི་སྲང་ལམ་དེར་ཡོད་དགོས་ཀྱི་རེད། ང་ལ་མུ་མཐུད་སོ་གི་ཁྱོད་ཁམས་པ་ཡིན་དང་ཨ་མདོ་ཡིན་ཨུ་ཚུགས་ཡིན་ཟེར་གི་སྐད་ཆ་དྲི་གི་འདུག་ང་བོད་པ་ཡིན་ཟེར་བཤད་གི་ཡོད་ཁྱོད་ཆོས་ལུགས་ཅན་ཡིན་ཟེར་ན་ང་ཤ་ཆ་ཐུབ་པའི་རྗེས་འགྲོ་གི་སངས་རྒྱས་ཀྱི་རྗེས་འགྲོ་གི་སངས་རྒྱས་ཀྱི་ཆོས་སྒྲོས་འདི་གལ་ཆེན་ང་གི་ཞྭ་མོ་དམར་བོ་དང་དཀར་བོ་དང་འདི་ཚོ་གང་འགྲོ་འདི་གཉིས་དུ་ཚོ་བྲེལ་མེད་ཟེར་ནས་ངས་བཤད་གི་ཡོད། དུད་འགྲོའི་ཆེད་དུ་ང་ཚོ་ད་ལྟ་གི་སྡེ་དགེ་བ་གི་ཐུགས་སྤྲོ་གཏོང་ས་རེད་ཨ་མདོ་བ་གི་ཐུགས་སྤྲོ་གཏོང་ས་རེད་ཁམས་པ་གི་ཐུགས་སྤྲོ་གཏོང་ས་རེད་ཨ་ནི་ཆོས་འདི་ཡོང་ཆོག་གི་མ་རེད་ཟེར་གི་འདུག་བ་ད། ད་དེ་ཚོ་ནང་ཤ་ཚ་པོ་མ་རེད་བས་རེད་བ། ང་ཚོ་བོད་མི་རིགས་ཅིག་གི་ལོ་སར་མཉམ་དུ་དང་བོད་མི་རིགས་ཅིག་གི་ཐུགས་སྤྲོ་མཉམ་དུ་དང། དུད་འགྲོ་ཚང་ནས་ས་སྐྱ་ཡུལ་གྲུ་ཁག་ལ་བྱེའུ་བའི་སྐབས་སུ་དུས་ཚོགས་ནང་ཁམས་པ་དང་ཨ་མདོ་དང་ཨུ་ཚུགས་དང། དུད་འགྲོ་ཚང་ནས་ཁ་ཧ་ཚད་བྱས་ནས་བསྡད་དང་གྲོང་པ་ཚད་བྱས་ནས་གང་ལྟར་བོད་མི་རིགས་ཀྱི་ཐུགས་སྤྲོ་གཏོང་གི་ཡོད་ན་འགྲོ་ས་མི་འདུག་དུད་འགྲོ་ཁྱེད་གནས་པ་ཆགས་ཀྱི་རོལ་བ། འདྲེ་དངོས་ཡོད་གནས་ཚུལ་ཡང་དུ་ཟོག་གིས་ད་ད་ལྟ་ཕྱི་རྒྱ་ཡོད་གྲོལ་ཁག་དུ་ཟོག་ལ་བོད་པ་སྤྱོད་ཉེས་ཞུ་གསུང་ཆོས་ཡོད་རྒྱུ་རྒྱག་ཉེས་རྒྱག་གཏོང་ཚོགས་ཁ་ཤས་ཡོད་རྒྱུ་དོན་གྲོས་ཀྱི་ཚོགས་པ་ཡོད་དེ་བ་དུ་ཟོག་ནང་སོ་སོ་སོ་སོ་ཁ་དགུ་ལ་ཐོ་བྱས་ནས་ཁ་རྩིས་གུ་དོག་བྱས་བཞག་པ་ཡིན་ན་དེའི་ཐད་ད་ད་བཞིན་བྱས་པ་དེ་དོན་གྲོས་ཡིན་ས་རེད་དྲན་ཡོད་ས་རེད། དུད་འགྲོ་མ་རེད་བེ་ཟེར་ཏེ་ཨ་དེ་ང་ཚོ་མདོ་དབུས་ཁ་སང་གྱི་མི་ཨ་ནི་རྒྱ་ཁ་ག་བ་ཡི་བུ་ཡིན་ན་ལོ་གསར་མཉམ་དུ་དང། ཨ་ལོ་གསར་མཉམ་དུ་དང་ཨ་ནི་ཐུ་སྤྲོ་མཉམ་དུ་བྱེད་ཨ་ནི་སྤྲོ་སྐྱིད་མཉམ་དུ་གཏོང་བ་ཡིན་ན་ང་ཚོ་བདེ་སྐྱིད་ཟེར་ན་དེ་རེད་ག་བ་ཡི་བུ་ཡིན་ན་སོ་སོ་གི་ཨ་ནི་ལུང་པ་དང་ཨ་མདོ་བ་ག་སོ་སོ་གི་རིག་གཞུང་འགྲན་ལྡན་ཚེ་གུ་ཡོད་ན་སོ་སོ་གི་རིག་གཞུང་འགྲན་ལྡན་ཚེ་ཆོག་གི་རེད་དེ་ཚེ་མི་ཆོག་ཟེར་ཡོད་མ་རེད་སོ་སོ་གི་སྐད་དེ་བས་ཀ་བལྟས་ཆོག་གི་རེད་རྒྱས་མི་ཆོག་ཟེར་ཡོད་མ་རེད། རེད་བ། ཡང་ན་ང་ཚོ་མདོ་དབུས་ཁང་ཚང་དེ་ད་ང་ཚོ་ཡས་ང་ཚོ་གི་ང་ཚོ་ལ་ལྟད་མོ་ལྟ་ག་ཞུ་ང་ཚོ་ལ་རྒྱ་ཁྱོ་ཚེ་ག་ཞུ་ཟེར་དགོས་རེད་བ། དེ་མ་རེད་ད། ང་ཚོ་གི་ཨ་མདོ་བ་དེ་ཚོ་ནང་ཨ་ནི་ཆུ་ཚོད་བརྒྱ་བྱས་ནས། ད་ཁྱོ་ཁམས་པ་དང་ཨུ་ཚང་དེ་ཚོ་ཡོང་ཆོག་གི་མ་རེད་ད། འདི་ཨ་མདོ་བ་དེ་ཚོ་གི་ཐུགས་ཁྲོ་རེད་ཁྱོ་ཚོ་མ་ཡོང་འདི་ཚོ་ནང་ཕ་རྗེས་གསོ་བ་ནི་བ་ཡིན་ས་རེད་ཟེར་ནས་དེ་འདྲ་བཤད་ཡོད་དོ་བ། ཨོ་དེ་འདྲ་རེད་དེ་ཡིན་ད་ང་ཚོ་ད་ལྟ་ཁ་ཚ་དགོས་དོན་ལ་ང་ཚོ་ཆེད་ལས་དེ་ཚོ་ཡིག་ཐོག་ལ་ཕར་བྱས་ནས་གཞན་སྐྱེ་དེ་ཚོ་གི་གསལ་ལམ་ནང་དུ་ད་ལྟ་ལོ་རྒྱུས་ཀྱི་སྟེང་ནས་ང་ཚོ་མི་རིགས་དེ་ཨ་ནི་རང་དབང་ཡོད་པ་ཅིག་སྒྲུབ་དགོས་ཀྱི་ཡོད་རེད་ཟེར་རང་བཙན་ཡིན་པའི་མི་རིགས་ཀྱི་ལོ་རྒྱུས་ཤེས་དགོས་ན་དེ་དེ་ཉིན་དེ་ང་ཚོ་དེ་སྒྲུབ་ཐུབ་དགོས་ཀྱི་རེད་དེ་མིན་ཤེས་དེ་མ་དེ་ཁེལ་ཡོད་མ་རེད་ད་ལོ་རྒྱུས་ཤེས་ཟེར་ན།

མཛུབ་མོ་གི་ཟླ་བ་དེ་ཟླ་བ་འདི་རེད་ཟེར་ནས་བསྟན་པ་ནོར་གྱི་རེད། མཛུབ་མོ་དེ་དུས་ནམ་དུ་ཡང་ཟླ་བ་ཆགས་གི་མ་རེད། རེད་བ། ཨ་ནི་མི་གླེན་པ་རྣམ་དཔྱད་མེད་བ་དེ་ཚོ་གི་མཛུབ་མོ་དེ་ཟླ་བ་རེད་བསམ་བསྐྱེད་ནས་དེ་འདྲ་བསྡད་གི་རེད་ཟེར་ནས་སངས་རྒྱས་ཀྱི་བསམ་ཉོན་རེད། མ་འོངས་པ་ལ་རྟ་སྦྲུལ་དང་གྲུ་མཐའ་ཟེར་ནས་འཛིན་གི་རེད་དེ་ཚོ་ནང་ནང་པ་ཁོང་གི་བསམ་བཞག་པ་མ་རེད་ད་དྲང་སྲོང་འདི་གིང་ལ་བསམ་ཡོད་རེད་བ། ངས་ཀྱང་དེ་འདྲ་བསམ་ནང་པ་སངས་རྒྱས་པའི་གི་ཆོས་ཚུལ་དེ་ལ་ཆོས་ཚུལ་གྱི་གདམས་པ་དེ་ལ། ལྟ་བ་དང་གྲུབ་མཐའ་ཟེར་ཡ་མེད་མ་འོངས་པ་ན་དེ་འདྲ་བོ་ཡོང་གི་རེད། ད་ལྟའི་ཡོང་བོ་ཅན་ཚེ་ནི་རྒྱ་གར་ནས་ཨ་ནི་ད་ལྟ་གི་ཉིན་ཐོ་བདེ་བ་བཅུ་གཅིག་ཁ་ཚེ་ཡོད་རེད་བཀག་གྱི་བསྡུ་བ་གནང་ཡོད་རེད་བཀག་གྱི་བསྡུ་བ་གནང་དགོས་ཡ་ད་རྒྱུ་མཚན་ག་རེ་རེད་ཟེར་ན་ནང་ཕན་ཚན་མ་འཆང་མ་མཐུན་ནས་མཉམ་དུ་ཡོང་ཡ་གི་ཆེད་དུ་ཁྱོད་ཚོ་སངས་རྒྱས་ཀྱི་རྗེས་འཇུག་སྐྱེས་རེད་ཟེར་ནས་བཀག་གྱི་བསྡུ་བ་གནང་དགོས་ཐུག་རེད། ད་ལྟ་མདོ་དབུས་ཁམས་གསུམ་ལ་ཨ་ནི་སྡེ་བ་བཅོ་བརྒྱད་ཕ་སྐད་ཚན་ས་རེད་ས་དགེ་བཀའ་ཉིན་ཏུ་སོགས་ལ་ཨ་ནི་དུས་སུ་ནི་བཀའ་བརྒྱུད་བསྡུ་བ་བྱེད་དགོས་ན་བཀའ་བརྒྱུད་བསྡུ་བ་ཚེ་ཚ་ལ་སླེབས་ཡོད་རེད། དུད་འགྲོའི་གི་ཐག་གཅོད་འོག་གི་ཐིགས་པ་ཆེན་པོ་ཨ་ནི་བེད་སྤྱོད་ཐིགས་པ་ཆེན་པོ་དེ་ཨ་ནི་ནང་ནང་པ་སངས་རྒྱས་དཔལ་གི་ནང་ཕན་ཚུན་ལ་ད་ལྟ་ཐིགས་པ་ཆེན་པོ་གི་ནང་ཕན་ཚུན་ལ་མ་ཐིམ་པ་ཨ་ནི་དེ་ནང་གི་ཐིགས་མིང་ལ་ཐིམ་པོ་མ་ཟེར་བ་སོ་སོའི་ང་རྒྱལ་དང་ཁེངས་དྲེགས་ཨང་དུ་ཐིགས་པ་ཆེན་པོ་ཡིན་སྲིད།

འཕགས་པ་ནང་བཞིན་བརྩིས་ནས་ཤ་རྒྱགས་པ་བརྩིས་ནས་འགྲོ་བའི་ཡུལ་རེད་ད་དེའི་ཐེག་པ་ཆེན་མོ་ཡིན་གསང་བའི་ཡུལ་རེད་ཕ་ཁྱེད་ཁོ་ཚོ་ནོར་མེད་འགྲོ་དྲན་གྱི་འདུག་ཨ་དོན་འགྲུལ་ཡིན་ཏེ་དེ་རིགས་ཀྱི་སྐད་ཆ་དེ་མཚམས་འཇོག་ཐུབ་ན་ཞུ་གི་ཡིན་ཨ་ནེ་མ་འོངས་པ་ལ་མུ་ཐད་ནས་ད་ལྟ་གི་ང་ཚོ་གི་མི་རིགས་དེ་མི་རིགས་གཞན་པའི་གི་གཡོག་པོ་མ་བྱེད་པར་ཐར་ལམ་ག་རེ་འདུག་མི་རིགས་གཞན་པ་གི་ཨ་ནེ་སྐྱག་པ་ཚུད་མི་དགོས་བ་མི་རིགས་གཞན་པ་གི་ཨ་ནེ་ཟས་ཟ་མ་དགོས་བ་མི་རིགས་གཞན་པ་གི་གོས་བཀག་མ་དགོས་བ།